ད་རྗེས་རིང་ཕལ་ཆེར་རྫོགས་པ་རེད། ཐུན་དངོས་གཞི་དེ་རྫོགས་པར་བ། ཐུན་ཚང་གི་ཉམས་ལེན་དེ་ལ། ལག་ཆོད་མ་གཏོགས་གཞན་དག་ཕལ་ཆེར་དེ་ནི་ལག་ཆོད། ཕྱི་རུ་ཆོད་པ་ནི་ད་ཨ་ལི་གནས་སྐབས་ཞུ་ཡ་མི་འདུག་འདི་ཡོད་མ་རེད་ཆོ་ག་ཡོད་མི་འདུག་ལ་ཁོ་རང་གི།

ལྗིད་ཆས་འདོན་གི་རེད་བར་ཆད་སེལ་ཡག་དང་ཆོས་ལམ་ལ་འགྲོ་ཡག་འདི་པ་སྦྱང་ཡག་གཙོ་བོ་གཅིག་རེད། འདི་བ་ནས་དེ་འདྲའི་ཁག་པོ་ཡིན་མི་འདྲ་ཁག་ནི་ཁག་ཡོག་མ་རེད་འཚོ་བ་དེ་མེད་ཙང་ལས་ཀ་མ་བྱས་ན་ནི་བེ་ཤ་ཡོག་མ་རེད་ལས་ཀ་བྱས་ན་ནི་ཆོས་དེ་ལས་བར་ཆད་བྱེད་གི་རེད་བོད་ལ་ཡིན་ན་གྲ་པ་ལས་ཁ་བྱས་ན་འགྲིག་གི་མ་རེད། ཞིང་ཁའི་ནང་ལས་ཀ་བྱེད་འགྲོ་གི་འདུག་ད་ལས་གནས་སྤི་གཏོང་གི་རེད། དེ་འདྲ་གི་ཆད་ཡོད་རེད་བྱས་ཙང་ཡང་ཏོག་ཙེ་ལྟར་བྱེད་དགོས་ཡིན་དུས། གདེང་འཇོག། རྣལ་འབྱོར་མ་གཉིས་ཅག་ཉམས་ལེན་བྱས་ན་ཡག་པོ་ཡོད་རེད། ཉམས་ལེན་གཙོ་བོ་ག་རེ་བྱེད་ཀྱི་ནི་དེ་གང་ཐུག་ཐུག་བྱེད་ཡན་པ་ཚོ་འདུས་འདུས་བྱེད་བྱེད་གཟུངས་སྔགས་མ་མ་བྱས་ཚེ་བྱེད་འདོད་ན་ཡག་པོ་ཡོད་རེད། དེའི་སྒང་ལ་སྒྲོལ་མ་དེས་ཏོག་ཙེ། དབང་དྲག་ཤོར་ནས་ཉམས་ལེན་མ་བྱས་ཚེ་ཐུགས་ནི་ཞེ་དྲག་གིས་ཁྱེར་ཡོང་བ་རེད་འགྲོ་མ་འཕྲིན་ལས་མྱུ་གུ་གཅིག་རེད་ཁུ་འཕྲིན་ལས་ཀྱི་ལྷ་འདྲ་བ། བོད་ལ་ང་ཚོ་མི་སྐྱ་རྒན་འགོག་ཚུགས་ཀྱི་ཨ་མ་རྒན་འགོག་ཚུགས་ཀྱི་ཉའི་མཚན་མས་མ་ནི་ཧུར་ཐག་དྲངས་པ་རེད་སྒྲོལ་མ་འདོན་དགོས་ལང་ཀ་འགྲོ་གི་འགྲོ་གི་ལས་ཀྱི་འདོན་མ་འདོན་གི་རེད་དེ་འདྲ་ཡི་དེ་ཀོ་ཆེ་ལྷ་བུ་འདོན་དེ་བོ་བྱིན་རླབས་མྱུ་གུ་ཡོང་རེད། ཨ་ནི་འདི་འཇོག་གི་ཉྭ་ལེན་དེ་ཡག་པོ་བྱེད་གཙོ་བོ་བྱེད་གི་ཡིན་ན་ཁ་སེང་ཡོད་གི་ཞེ་ཡག་གི་ཕན་ཡོན་དུ་སུ་གཞན་དང་མི་འདྲ་བ་རུ་བྱེད་ཡོད་རེད་དེ་འདྲ་ཡིན་ཙང་འདི་འཇོག་གི་རྣལ་འབྱོར་པ་ཁ་ཤས་ཤི་འགྲོ་དུས་མགོ་ལས་འཇགས་དཀར་པོ་བཟོ་མཁན་མང་པོ་ཡོང་གི་ཡོད་རེད་དེ་བྱུང་ན་ཁ་སྤྱོད་ཞིང་ཁང་ལ་འགྲོ་བའི་རྟགས་ཡིན་ཁ་སྤྱོད་ཞིང་ཁང་ལས་སོང་ནས་འདི་པ་ཡིན་མོ་ག་རེ་ཡོད་ནས་ཚེ་དེ་ལ་འདི་པ་སྦྱངས་ལམ་གྱི་བགྲོད་པ་རྫོགས་སངས་རྒྱས་འགྲོ་བ་མ་གཏོགས་ཡོན་རིན་པོ་དགུ་དགུ་ཡང་ཙང་ནས་ཡོད་མ་རེད། ང་རང་ཚ་ཧ་མ་འོ་མའི་ཚོ་གི་འདོད་པ་ལ་དང་ལྷ་ཡི་ཞལ་གཟིགས་པ་འདྲ་བོ། རྨི་ལམ་འཐིབས་པོ་བྱུང་བ་འདྲ་བོ། དངོས་གཞིའི་ཕྲག་ཏུ་ཕྲན་བུ་ཤན་པ་འདྲ་བོ། དེ་འདྲ་བྱུང་ན་དགའ་རོགས་ཀྱི་སྨན་འགྲོ་སའང་འདོད་པ་གཅིག་རེད། དེས་ཁ་གས་ཕན་ཐོགས་ཡ་ཡོད་མ་རེད། དངོས་གཞིའི་ཞལ་ནི་ཐར་པ་ཐོགས་ཡ་མེད། རྫུ་འཕྲུལ་ཅན་ནི་ཕེར་འགྲོ་ནི་ཐར་པའི་ས་ལ་སླེབས་ས་ནི་མེད། ཁ་གས་ཕན་ཡ་ཡོད་མ་རེད། དེ་ག་ནང་བཞིན་ལྷ་ཡི་ཞལ་གཟིགས་ནི་ག་གས་ཡོད་མ་རེད། ལྷ་ཡི་ཞལ་གཟིགས་པ་ལྷ་དེ་བས་སངས་རྒྱས་སྐུ་དངོས་སུ་མཇལ་ན་ཡང་ཞལ་གཟིགས་ཡིན་སྟབས་མན་ཆ་གཏོར་ཡ་ཡོད་མ་རེད། དུས་དགེ་སངས་རྒྱས་ཀྱི་སྐོར་ལ་དྲུད་འདེང་གི་ཡོད་རེད། བར་ཆད་བྱས་ནས། ཁྱོད་ཀྱིས་དགེ་འདས་ཡོངས་བཀའ་གདམས་པའི་གསུང་མ་གནང་ལ། བཀའ་གདམས་བླ་མ་གཅིག་ལ་བཀའ་འདྲི་གནང་བ་རེད། ཁྱོད་ལ་སྐྱིད་པོ་གསུངས་ཀྱི་ལམ་རིམ་པ་རྒྱུད་ལ་སྐྱེ་བ་དང། དངོས་གཞིའི་ཐོབ་པ་བྱས་ན་ཁྱོད་གར་དགའ་ཡོད་གསུངས། ཡང་ཁོང་གིས་ཡར་ཞུ་ཡ་ལ། སྐྱིད་པོ་སོང་ཅི་ལམ་གྱི་རིམ་པ་བརྒྱུད་ལ་སྐྱིད་རྒྱུ་ཕ་གར་བཞག། ལམ་གྱི་རིམ་པ་ནི་འདྲེ་རབ་ཅིག་རེད་ཟེར་གི་གོག་ཅིག་ཆགས་པ་དེ་བྱུང་ནས་ང་དེ་དགའ་གི་འདུག། དེ་ག་རེ་རེད་ཟེར་ན། སྐྱེ་བ་སྔ་མ་ཕན་ཆད་ལ་མངོན་ཤེས་མང་པོ་བཤད་ཚར་རྫུ་འཕྲུལ་མང་པོ་བསྟན་ཚར། རྫུ་འཕྲུལ་གྱི་ནགས་ཁ་ལ་ཕིར། ལྷ་དང་མི་ཡི་སྐྱེ་བ་ལེན། ལུས་ལས་འོད་ཀྱི་མུན་པ་བསལ། མང་བོ་བྱས་ཚར་རེད་དེས་མ་ཕན་པ་དམྱལ་བ་ན་འགྲོ་བོ་བྱུང་ཡོད་རེད། སྤྱི་བོ་བསྲུང་བྱའི་ལམ་གྱི་རིང་བ་རྒྱུད་ལ་མ་ཕྱིན་ནས་ལམ་གྱི་རིང་བ་ནི་འབྲས་རེད་ཚད་ཅིག་གོ་བ་གཅིག་བྱ་རོག་བྱས་ན་ད་གཞི་ནས་འཁོར་བ་ལས་ཡར་འཕར་ཡག་གི་རེ་བ་གཅིག་བྱེད་ཀྱིན་འདུག་སྤྱི་བོ་བསྲུང་བྱའི་ལམ་རིང་བ་འཁོར་བ་ལས་འབྲས་འཁོར་དངོས་གཞི་རྫུ་འཕྲུལ་གྱི་འཁོར་བ་ལས་གྲུབ་འདུག་ས་ཡོག་མ་འགྲོ་བ་དེ་འོ་འདུག་ཞུས་ཡོད་རེད། ལག་རིང་ཤ་ཀུང་ཏོག་ཨོས་བྱས་འདི་བདག་ཅག་མགོ་གཞུག་རྩ་འདྲིལ་གྱིས་སྟོན། བྱེད་ཀྱི་ཡིན་ན་སྤྱི་བོ་གསུང་བཅས་ལམ་ལས་ལྷག་དོན་མདོ་སྒང་གི་ལམ་ཡོངས་རྫོགས་ལ་བག་ཆགས་ཐེབས་སོང་བ་རེད། དེ་ལས་ལྷག་པ་གོ་བའི་གཙང་ནི་ཡོད་མ་རེད་དེ་འདྲའི་གཙང་མདོ་སྒང་གི་ལམ་ཡོངས་རྫོགས་ཀྱི་ཕ་མཐར་བཞག་ནས་འཁོར་ལོ་བརྡུང་བའི་ལམ་ལ་པད་ཅིག་ཐོས་བསམ་བྱེད་རྒྱུ་དགོངས་ཞེ་དྲག་མ་བྱུང་ནས་ཁྲ་ལོ་ཕྲན་བུ་ཅིག་བྱེད་བཅུག་ནས་ཞེ་དྲག་གི་སྐལ་བ་བཟང་པོ། དེ་འདྲའི་རེད་ཨ་ནི། བག་ཆགས་ཟེར་མཁན་དེ་རྩ་ཆེན་པོ་ཡོད་རེད། སྔོན་མ་ངང་པ་ངང་རྒྱག་གི་བག་ཆགས་ཕྲན་བུ་སྐྱེ་བ་སྔ་མའི་བག་ཆགས་ཡོད་པའི་རྐྱེན་གྱིས་སངས་རྒྱས་ཀྱི་ཆོས་གསུངས་བསྡད་ས་ལ། ནི་བྱ་བ་ཡིན་པ། ངང་པ་ངང་རྒྱག་ཕེབས་ཡོང་ན་སངས་རྒྱས་ཀྱི་གསུང་ཐོས་པ་ཙང་གི་བག་ཆགས་ཅིག་ཅར་ཡོད་རེད། ངང་པ་ངང་རྒྱག་པོ་དེ་ཤེས་ནས་སྒྱུ་མ་འདྲ་ཅུང་པོ་ཐོབ་པ་རེད། སྦས་པ་གཅིག་གིས།

དེ་ཨམ་ཅོག་ཅིག་ཉན་ས་ཚེ་ཡས་པོ་གོ་གི་མ་རེད་དེ་ཨམ་ཅོག་ཉན་བསྡད་པ་རེད་ཉན་དུས་ཁོའི་རྟགས་ཡག་ནི་རྟགས་ཡག་དེ་རེད་ཉིན་གང་ཡིན་ན་རྒྱལ་བག་དེ་སྦས་བག་དགེ་བ་གང་བཙུགས་བཞག་པ་རེད་སྦས་བག་དགེ་བ་གང་ལ་རྒྱལ་བག་བཙུགས་འདུག་ཟེར་ཉན་བསྡད་པར་སྦས་བག་གི་སང་བའི་ཡ་ད་ཁོ་ག་བག་ཁྱེར་ནས་ཁོས་བོད་ཕི་གས་ཆོས་ཅིག་ཉན་གི་འདུག་ད་ངས་སྐད་རྒྱག་ན་ཁོ་འབྲོག་ཕྲུག་རེད་ས་སྦས་བག་གས། སྡུག་རུས་རྒྱ་ནི་སྤོག་གི་རྒྱག་པ་འོ་དེ། ཧང་ཤི་མས་འགྲོ་བས་མ། དེ་རེས་ཚེ་འདས་པ་རེད་ཤི་ཡང་ཡིན་མི་འདྲ། དེ་ན་མི་རྒན་གྱི་ཆོས་ཐོས་ནས་གོ་བ་བརྗོད་ལ་མ་ཅི་གོང་ནས་སྦས་པར་ཤི་ནས་སྐྱེ་བ་ལེན། དགྲ་བཅོམ་གྱི་ཐོག་སོང་བ་རེད་མི་ལུས་ལེན། སློབ་དཔོན་དབྱིག་གཉིས་ཀྱིས། སློབ་དཔོན་དབྱིག་གཉིས་ཀྱིས་སློབ་མ་རང་ལས་མཁས་པ་ཞིག་གི་གྲས་ཀྱིས། མངོན་པ་རང་ལས་མཁས་པ། ནི་རེད། ག་རེ་ཞུ་དགོས་རེད། སློབ་དཔོན་བློ་གྲོས་བསྟན་པ། མཁས་པ་ཆེན་པོ་བཞི་བ་བྱུང་ཡོད་རེད། ཁོང་ཁྱེད་ལ་སྐྱེ་བ་སྔ་མ་ཨ་མགོ་རེད། ཨ་མགོ་དེ་དགུང་སྐུ་མཚན་ལ་སྡོད་ས་དེ། སློབ་དཔོན་དབྱིན་གཉིས་བཞུགས་ས་བྲག་ཕུག་ན་དེ་བྲག་ཁུང་བྲག་གསེང་དེ་འཛུལ་བསྡད་ཡོད་རེད། ལྟ་བ་ཚེ་དེ་མི་གཅིག་ཡོད་ཡིན་ཙང་ཁྲ་འདྲ་པོ་དེ་འདྲ་ཁོ་འདྲ་བྱུང་ངེས་མི་ཡོང་པའི་རེ་བ་ཡིན་གྱི་རེད་བ།

འདུག་ཚོད་མ་བཞུགས་དུས་ཁོ་རང་ཆུ་ཚོད་ཅི་ཡོང་རེད་ནབ་བཟའ་ཚོད་པ་སེ། སྣུང་བླུག། སྣུང་གཅིག་ལ་མ་འང་བཞུགས་ནས་སྐད་མ་བརྗོད་པར་སྣུང་ནག་ལ་མ་འཛུལ་ནས་དཔེ་ཆ་འཇོག་གི་རེད། ཉའི་མཚན་ཡོད་པ་སོ་སོས་ཤེས་ཡོད་མ་རེད། ཞག་པོ་བཅོ་ལྔ་དང་ལ། བའི། འབུམ་དགུ་བཅུ་གོ་གོ་ཅོག་ཚར་རེད། རླུང་གི་འཕྲུལ་གྱིས་སྣུང་གང་ག་སྐུ་གཟུགས་ལ་ཐིམ་ནས། ཞག་པོ་བཅོ་ལྔ་སོང་ན་སྣུང་དེ་བས་རྫོགས་ཚར་གི་ཡོད་རེད། ལོ་བའི་ཉིན། དེ་དག་གི་ཆ་བེད་སྐྱོར་དེ་འོང་གི་དེའི་གོ་བདེ་བ་རེད། ཨ་མཆོག་ནི་ཨ་མགོ་དོད་འགྲོ་རེད་སྐད་གོ་དམར་བ། ཨ་མགོ་དེ་གའི་སློབ་དཔོན་གྱི་ཕྱག་གི་སྤྱོད་ཡག་དེ་གོ་བདེ་བ་ཡིན་ཙང་དེའི་བག་ཆགས་ཀྱིས། ཁོ་རང་མི་ལུས་ཐོག་ནས་མི་ལུས་ཕུག་གུ་ཆུ་ཆུའི་གོང་ནས་སློབ་དཔོན་དབྱིག་གཉེན་དགེ་ཕྲུག་ཅིག་གྲྭ་པ་ཅིག་ཞིག་བྱུང་ཡོང་རེད། ཨ་ཁོང་ཕུག་གུ་ཆུ་ཆུའི་གོང་དཔེ་ཆ་ཤེས་རག་དཀའ་ལས་རྒྱག་མི་དགོ་བ་ཅིག་ལ། ཚེས་ཤུ་ལོ་བ་འབུང་འབུང་བྱེད་པ་ཅིག་གིས་བཞི་བཅུ་ཞེ་དྲུག།

དེང་གི་རྒྱུད་དེ་ཀ་རེ་ས་ཡོ་རེ་སེ་ཨང་གོ་གི་བྱེ་བ་ལན་གྲགས་ཟིན་ཚུལ། སློབ་དཔོན་དབྱེ་གཉིས་ཀྱི་ཕྱག་དཔེ་ཅོག་རེ་དེ་ཐོས་པ་དེ་རེ་མ་གཏོགས་གཞན་ཁོས་རྗེ་མ་གཏོགས་མེད་ག་དགོངས་ནས་རྒྱ་མའི་ཆོས་ནི་ཞུས་མེད་ཨང་གོ་རུ་བ། རྒྱ་གར་ལ་ཕྱིན་སྟབས་པེ་ཅིའི་སིང་ངེ་བྱུང་བར་ངེས་མ། མི་ཚང་ཕ་རྒན། ཨ་ནི་རྒན་འགོ་བཅས་བུ་སྤུ་གུ་བཅས་མི་ཚང་གི་བས་བཟའ་ཕ་བཅས་ཨ་ནི་བུ་སྤུ་མོ་ཚུགས་ཀྱི་བས་བྱིང་ས་ར་བརྒྱད།

ཨ་ནི་ཡག་ཡོང་མ་བྱུང་ཙང་མ་འགྲོ་རང་རོ་རེད། ཨ་ལང་ཀ་ཁ་ལ་ངུས་སྤོ་བ་གས་འགོག་གི་སྐད་སྤོ་ར་ཙི་བཅད་ནས་ངུས་བསྡད་པ་རེད། ཁོ་སྐྱེ་བ་སྔ་མ་དགེ་བའི་རྩ་བ་བག་ཆགས་གཅིག་གིས་སངས་རྒྱས་ཀྱི་རྗེས་སུ་བཟུང་བའི་སྐལ་བ་ཅིག་ཡོད་བྱས་ནས་ད་དུས་ལ་བོར་འགྲོ་བ་བྱེད་ཀྱི་ཡོད་རེད་དེ་ཡིན་ཙང་སངས་རྒྱས་ཀྱི་ཚུལ་ཉུང་ལ་ཕེ་ཡག་ཤོག་ཁོ་ཡོད་ས་ལང་ཀ་ནང་ལ་ཡ་ཕེ་བ་རེད་ཕེ་ནས་ཨན་སྤོ་ལ་ཁྱོད་ག་རེ་བྱས་བྱུང་གསུངས་བཀའ་འདྲི་གནང་བ་རེད། དེ་ནས་ང་ད་པེ་ཅོང་སི་ནང་མི་བའི་ཤང་མ་བའི་བུ་བུ་མོ་ཚུག་གི་པའི་ནང་ལ་འགྲོ་སྟངས་བཅས་མང་བ་དང་ནམ་མ་བཅད་གང་ག་ང་པེ་ཡི་ནང་ལ་ཡ་ཡོང་བཅུག་གི་མི་འདུག་ང་སྡོད་ས་སྡོད་ས་མེད་ས་ཡ་ཐུང་ཡ་མེད། སེམས་ཁུར་བར་ངའི་ཁྲིའུ་ངའི་གཞུག་ལ་ཤོག་གསུངས་ནས། ང་ག་གེ་རེ་ཤིང་གི་མེད། ལོ་ནི་རྒས་འགོག་ཡིན་སྲིད་ལོ་བརྒྱད་ཅུ་ཐམ་པ་རེད། ཨ་ནེ་སངས་རྒྱས་ཀྱི་ཡ་ཁྲིའི་ཕེབས། ཉེ་ཡོད་དགུ་པ་ནང་ལ་ཡ་ཁྲིའི།

བསྐལ་པ་མང་པོ་རིང་ལ་ཟིན་པ་དང་ཉན་ཐོས་ཀྱི་བའི་སྐུ་མངོན་ཤེས་ཀྱི་བསྐལ་པ་དང། སྟོང་ཉིད་གསུང་དང་གྲངས་མེད་མཐོང་ཟད་དུ་སྐལ་བཤད་ནི་མང་རུང་རེད། ཡིན་ནའི་ཐུགས་སེ་སེའི་དད་དུ་དགེ་བ་གཙང་ནི་མེད་འདུག་ཐར་པ་ཆ་མཐུན་དགེ་བ་མེད་ནའི་སངས་རྒྱས་ལ་འདི་འདྲ་བ་བཟོ་རྒྱུ་མི་འདུག་ཁོ་ལ་ཐར་པ་ཆ་མཐུན་དགེ་བ་གཙང་ནི་མི་འདུག་ཞོ་རེད་ཡོག་རེད་ཡོག་རེད་གསུངས་པ་རེད་ཨ་ག་བ་ཡོད་འགྲོ་སེ་ཁོ་སྐྱེ་བ་སྔན་མ་སྔན་མ་བསྐལ་པ་མང་པོ་ཅིག་སྔས་ལ། འཕགས་པ་གི་སྐྱེ་བ་ལེན་པ་རེད། འཕགས་པ་གི་སྐྱེ་བ་ལེན་དེ་དུས་ཁྱེད་ཀྱི་དད་ཡོང་བས་ཁྱེད་དང་འཕགས་པ་འཛིངས་ནས། ཧན་ཁྱེད་ཀྱི་དད་ཡོང་ནས་འཕགས་པ་དེ་གི་གྲོས་ཡོང་ནས་མཆོད་རྟེན་ལ་བསྐོར་བསྐོར་བ་རེད། མཆོད་རྟེན་ལ་བསྐོར་རེ་གཅིག་བསྐོར་བའི་དགེ་བ་ཡོང་རེད། ཡང་གཅིག་བསྐོར་དུས་འབུ་གྲུ་མང་ཅིག་གི་སྐྱེ་བ་ལེན་ནས་ཆར་པ་གཏོང་ཡོང་ནས་གྲུ་མང་དེ་ཆུ་ཡིས་ཁེགས་ཡོང། ཆུ་ཡིས་ཁེགས་ཡོང་དུས་དམ་ས་མ་བྱུང་ནས། ཨོ་རིལ་གཅིག་ལ་འཐམས་པ་རེད། ཨོ་རིལ་སོས་དུས།

ད་ང་རང་ཚོའི་ནས་གྲྭ་བ་སུ་ས་ནས་ཀ་ཁ་ལབ་གི་རེད་དཔེ་ཆ་ལབ་གང་བྱེད་ཨུ་ཚུགས་ཐ་ཆད་ཅན་གྱིས་ལབ་བསྡད་གི་རེད་དོན་སངས་རྒྱས་ཐུགས་ཐབས་མཁས་པ་ཡིན་ཙང་ནས་མ་ལབ་པར་བཞག་པ་རེད་ལབ་ནས་ཕན་གི་ཡོད་མ་རེད་གོ་ལ་བཞག་ནས་རྒན་གོག་ཡིན་ཙང་ནས་གཡོག་རྒྱུག་ཐུབ་གི་མ་རེད་ཚོགས་ཚོགས་དུས་གྲྭ་བའི་ཞབས་ཕྱི་ཞུ་མཁན་ཤང་མ་ཚུགས་གི་སོ་རྒྱ་ཡག་ཕུལ་མཁན་མ་ཕུལ་མཁན་ལས་ཀ་ཏོག་ཙེ་ཡོག་རེད་དང་གལ་ཆེ་ཆེ་ཡག་འདྲ་བོ་བྱེད་ན་ཁོ་ལ་དམིགས་བསལ་སྤྲད་པ་རེད། ལེགས་བྱས་མ་གོ་བཅད། ད་ཁོ་ལས་ཁ་སང་ཁ་ཉིན་གྲྭ་པ་རྒན་པ་གི་གཡོག་རྒྱུག་ཁོག་འདོག་འདི་ཆོག་རེད། ཨ་ནི་གྲྭ་པ་ས་ས་ཞག་མ་ཚོ་ཁོ་ལས་རྒན་གི་རེད་དེ་དེ་རྣ་བ་མ་ཆུང་སྤོ་རྒན་ཁོག་ཟི་ཅན་བས་ཁོ་ལ་ཡ་མ་འདོད་ནང་ཆོས་བསྟན་དུ་ཤོད་མི་ཤོད་ཟེར་གི་ཡོད་ཁོ་ལ་ད་ཁོ་བསམ་པ་འདུག་ཨ་ཙི་ཆག་གོ་ད་ང་ནང་ལ་བསྡད་དེ་ནས་སྤོ་དགོ་ཚུག་གི་བས་ང་ལ་མཉེབ་ཞུས་བྱས་ནས་ཚོགས་ཐང་བཏང་ད་གྲྭ་པ་ཆེ་གོ་མ་ལས་བཟང་གྲྭ་པ་ཆུང་བ་ཚོ་ལ་ང་ཚོགས་ཐང་བཏང་ད་ང་ག་རེ་བྱེད་གི་ཡིན་ད་ང་ཡོང་བ་མི་འདུག་དེ་ལས། སྐྱེ་བ་ཕྱི་མ་དེ་ལ་ང་ཡག་པོ་ཅིག་ཡོང་བར་སྨོན་ལོང་བརྒྱ་མཆོད་ནི་ཆུང་ནུ་ཡི་དགའ་བ་བསམ། ད་ལྐོག་དགེ་སློང་རེད་ཚར་བ་རེད་མི་གཞན་ད་དྲག་དམར་བ། ང་ཆུའི་ཁ་ལ་འགྲོ། ཆུ་སྐུད་ཐུ་བ་ལྟེབ་རྩེག་རྒྱག་ཤིང་གི་ཡལ་ག་སྒང་ལ་བ་ཀའི། དེ་ནི་སྨོན་ལོང་བརྒྱ་ནི་ང་ད་སྐྱེ་བ་ཕྱི་མ་བས། ཆུང་དུས་ནས་གྲྭ་པ་བྱས་ནས་ཡོན་ཏན་ཡག་པོ་ཡོང་ངེས་ཅིག་ཡོང་ཤོག་སུ་སྨོན་ལོང་བརྒྱ་གི་ཡོག་རེད། ཨན་སངས་རྒྱས་ཀྱི་ལམ་སང་ཉན་ཐོས་འོད་སྲུང་ཆེན་པོ་ལ་ཁྱོད་རང་དགེ་སློང་དཔེ་གཅིག་ལ་སོང་ཞེས་གསུངས་བ་རེད། སང་ལོ་ཐོངས་བྱས་བ་རེད། པེ་ཅིན་ལ་སང་ལོ་ཐོངས་ཞོག་གསུངས་བ་རེད། ཉན་ཐོས་ཀྱི་མངོན་ཤེས་དེ་དགོངས་ནོ་མ་གཏོགས་ཞེན་གྱི་མ་རེད། སངས་རྒྱས་མངོན་ཤེས་དགོངས་ཡག་ཡོད་མ་རེད། གང་ག་དུས་གསུངས་མཁྱེན་བཞུགས་ཡོད་རེད། ཨང། ཉན་ཐོས་འོད་སྲུང་ཆེན་པོའི་དགོངས་པ་བཅས་བཞེས་བཞག་དེ་ཡག་གོ་ཆོལ་ཆུང་གྲོས་བསྡུར་དགོངས་ནས་ལམ་སང་རྫུ་འཕྲུལ་བཅས་ནས་ཁུལ་རྩ་ལ་ཕེབས་སོང་ཅོག་ག་ཅིག་གི་ཡོད་ཟེར། ད་ང་དེ་འདྲ་དེ་འདྲ་སང་ལོ་ཁོ་གོ་འཛུགས་གལ་ཅིག་ཡོང་བའི་ཚུལ་བཀོད་བསྡད་ཤོག་གསུངས། ཨང། ཉན་ཐོས་འོད་སྲུང་ཆེན་པོའི་ཆོས་གོས་ལ་རྫུ་བཅུག་ནས་ཕེར་ནས་ནཱ་ག་ལ་ཁེལ་སོང་བ་རེད། རྫུ་འཕྲུལ་གཞན་བརྟེན་ཟེར་མཁན་དེ་ནགས་ཁ་ལ་ཕེབས་དུས་འོད་སྲུང་ཆེན་པོའི་རྫུ་འཕྲུལ་ལ་བརྟེན་ནས་ཕེབས་པ་ཡིན་ཙང་ཆོས་སྐུའི་གྲྭ་འདི་གཏེར་གཅིག་འཇུ་ཆོས་ར་ནས་ང་རང་ཚོ་ད་བར་དུ་འབྱོར་བ་དུ་མ་འཕྲོས་འཕྲོས་དག་དཀའ་ལས་ཡོད་མ་རེད་སྙེ་ཕིར་འགྲུབ་པའི་སུ་རུབ་ཅེས་དཀའ་ལས་རྩ་ནས་མེད་པ་རྒྱ་མཚོ་མང་པོ་བརྒལ་ནས་རྒྱ་མཚོ་ཁ་དོག་མིག་གཅིག་པ་བས་རྒྱ་མཚོ་ཆེན་པོ་དཀར་སེར་དམར་ལྗང་དེ་རུ་ཕར་བརྒལ་ནས་ཨན་པོ་རུ་ཅེས་ལ་རི་གཅིག་གང་ལའང་བཞུགས་པ་རེད། རི་གཅིག་གང་ལ་བཞུགས་ན་ཁོང་རང་ཉིད་དེར་བཞུགས་བསྡད་དུས་ཨན་ནི་ཁོང་གི་བོད་སོང་ཆེ་བ་ལས་ཡར་སློབ་དབོན་གྱི་ཨ་མའི་རེ་མཁན་པོ་ཉིད་འགར་དེ་རིང་ང་གཉིས་ག་བ་ལས་འགྲོ་བ་རེད། སྐད་ཆ་དྲིས་པ་རེད། དེ་རིང་ང་གཉིས་སྡོད་ས་ས་ཆ་ག་རེ་ཁྱོད་རང་ཡག་པོ་ཞིག་ལྟོས་དང་གསུངས་པ་རེད། ཨ་ཁོང་གིས་འདི་རེད་བལྟས་ཙང། ས་ནི་ཡོད་མ་རེད་རྡོ་ནི་མེད་པ་རེད། ཟེར་ཟོ་ད་དུས་རི་གོག་ཡིན་པ་རེད། རི་གོག་ཆེན་པོ་གཅིག་གང་བསྡད་ཡོད་རེད། འདི་ག་རེ་རེད། ག་རེ་ཡིན་མིན་ཁྱོད་རས་བསམ་བློ་ཐོངས་གསུངས་ནས་ནི། ཁོ་རང་བསམ་བློ་གཏོང་ཁོག་རྒྱུ་དང་གང་ཡོང་དེ་ཁོས་བསམ་བློ་གཏོང་དུས་འོད་སྲུང་ཆེན་པོའི་ཏིང་ངེ་འཛིན་གྱིས་བྱིན་གྱིས་བརླབས་ནས་བྱིན་གྱིས་རློབ་རྒྱུ་ཡོང་དུ་བ་བྱིན་གྱིས་བརླབས་ནས་ཁོ་རང་སྐྱེ་བ་སྔ་མ་དྲན་བཅུག་ཁོ་སྐྱེ་བ་སྔ་མའི་ཆུ་སྲིན་གྱི་ལྕི་བ་ལེན་དུས་ཀྱི་རུས་པ་ཡིན་པ་འདྲ་དུ་བ་ཆུ་སྲིན་བཞི་པོ་ཆེན་པོ་ཆེ་ལ་སྐྱེས། ཆུ་སྲིན་གྱི་ཚུལ་ནང་བསྡད་བསྡད་དུས། མཚུངས་པ་ལྔ་བརྒྱ་གི་གྲུ་བཏང་ཡོང་དུས་ཆུ་སྲིན་ཁ་གདངས་ནས་དེ་ཟ་གྲོད་བྱས་ནས། ཚོང་པ་ང་རྒྱབ་ཀྱི་གྲུ་དེ་ཆུ་སྲིན་ཁ་ནས་འཛུལ་སྒྲོལ་བྱས་དུས་ཚོང་དཔོན་དེ་གས། གཞན་པ་ལྕགས་འབྲུ་མ་ཤན་པ་མ་འགག་པ་ལ་སྐྱབས་སུ་མཆིའོ་སྐད་རྒྱབ་པ་རེད་མ་འགག་པ་དེ་དུས་བཞུགས་ཡོད་རེད་ཡང་དྲན་པ་གཅིག་རེད། ཚོང་པ་དེ་གས་དད་པ་བྱེད་ས་གཅིག་རེད་མ་འགག་པའི་མིང་དེ། ཆུ་སྲིན་གྱི་ཨམ་ཅོག་ནས་གོ་ཡོང་དུས་དེ་བྱིན་རླབས་ཀྱིས་ཁ་དེ་བཙོང་བཞག་པ་རེད། ཆུ་སྲིན་གྲུ་གོ་ལྡོག་དུས་ཁ་བཙོང་ཚར་འདོང་ཐུབ་ཀྱི་མ་རེད། ལོ་བརྒྱ་བརྒྱ་ལ་ཁ་གདང་གི་རེད་ས་ཐེངས་གཅིག་རེད་གཉིས་གོ་བདེ་བ་རེད་ཁ་བཙོང་ནས་གདང་མ་ཐུག་ཤེས་སོང་བ་རེད་ཤེས་སོང་ནས་ནི་ཆད་པ་གཏོང་ཕྱི་ལ་བཅད་ཤ་དེ་ཟས་ནི་རུས་པ་ལུས་བདེ་བའི་རྩི་མང་གཅིག་གང་བདེ་ཡོད་རེད་ལོ། འོད་སྲུང་ཆེན་མོ་ཁོ་རང་གཉིས་ད་ཁོ་རང་གི་བའི་སྐྱེ་བ་སྔ་མ་ཆུ་སྲིན་ཡིན་པའི་རྩི་མང་ཆུ་སྲིན་ཤེས་ཡག་དེ་ཡས་པའི་མ་འགགས་པའི་མཚན་མཐུད་ནས་ཤེས་ཡག་དེ་ཁོའི་གོ་བ་རེད།

ཚུར་ཡོང་དུས་ཁོའི་འོད་སྲུང་ཆེན་མོ་དེ་ནི་ཤོ་ཁོ་རེད་རྫུ་འཕྲུལ་གྱིས་འོད་སྲུང་ཆེན་པོ་སྒལ་པའི་སྒང་དུ་བཞོག་ཅིང་ཅི་དྲུང་ཆེ་ཤོས་ནས་ནི་ཁོས་རྫུ་འཕྲུལ་བྱས་ནས་ཚུར་དེ་ནི་ཤོ་ནས་ཡོང་བ་རེད། དེ་ནི་ཡང་སླེ་ཡོང་གྲྭ་པ་ཚོས་ཧ་མ་གོ་ཁོ་འདྲ་ཅུང་ཐོ་པ་ཧ་གོ་མར་བ། ཡང་ཁོ་རེ་དྲན་མཚམས་དེ་ཙམ་ཡང་སྤོ་མཁན་དེ་སླེ་ཤག་སེར་ཤ་མོ་ཚོས་ཡང་ཁོ་ལ་བརྩེ་བ་ཟ་གི་བ་རེད་མ་འདོད་ནས། ཇི་འདྲའི་རེད་བྱས་ཙང་ཁོང་ཡང་དགྲ་བཅོམ་པ་ཐོག་གུ་ཡག་གི་པའི་བག་ཆགས་འདྲ་བོ་ལས་དེ་སྐྱེ་བ་སྔ་མ་ལ་སྔ་མའི་སྔ་མ་སྐལ་པ་མང་པོ་སྔོན་ལ། འབུ་དྲུག་མ། ཆུ་ཡི་ཁལ་ནི་ཨེ་ནི་ཀོ་རེ་སྐྱེས་པ་རེད་མ་དུ་དད་པ་ཡོད་མ་རེད་བྷ་བྷ་ཕྱི་ཡི་དེ་ནི་མཆོད་རྟེན་གྱི་ཀོ་རེ་རེད་དེ་གཉིས་གཉིས་ཀའི་ཨེ་ནི་དགེ་བའི་འབྲས་བུ་དེ་ག་ཚོད་བྱུང་ཡོད་རེད་ང་རང་ཚོ་སྐལ་ལྡན་ཐབས་རྡུགས་ནས་དད་པ་བྱས་ཨེ་ནི་སངས་རྒྱས་སྐུ་ཚུལ་མཇལ་ཕྱག་ཆོས་འབུལ་འདྲ་བྱས་ད་དེ་ལས་ལྷག་ཚེ་བྱང་ཆུད་སེམས་དགུང་དེ་ལས་ལྷག་ཚེ་ཟབ་ལམ་རིམ་པ་གཉིས་ལ་བག་ཆགས་བྱ་འོང་ཞུ་དམ་ཚིག་འདྲ་བ་ཕྲ་ལ་ཕྲན་གསུངས་པ་ཡིན་ཙང་ཨེ་ནི་དེ་བས་ཀྱང་སྐལ་བ་བཟང་པོ་བྱས་ད་དེ་འཕྲོ་བརླག་མ་བཏང་བ་བཅས། ལམ་དེར་ཧུར་ཐག་པར་ད་ལྟ་མྱ་ལན་རོགས་ཡག་པོ་བྱེད་ཀྱི་ཡིན་ན་བྱེད་རིན་ཆོག་ཚེ་ཅི་རེད་ཡོག་རེད་ད་འདི་ལས་ལྷག་པ་དགོས་ཡག་གཙང་ནི་ཡོག་མ་རེད་ཅི་རིན་ཅི་རིན་དགོངས་ཐོག་ནི་ཡག་ཐག་ཆོད་རེད་དེ་ཡིན་ནའི་ད་མདོག་གཅིག་བྱུང་ནི་གཉིས་གོ་ཡོད་གཉིས་བྱུང་ནི་གསུམ་གོ་ཡོད་ཟིག་རེད་དེ་ལས་གཙང་འདི་ཚོ་མྱ་ལན་ཡག་པོ་བྱེད་ད་དོན་ཚང་གི་མྱ་ལན་དེ་ལག་ཆོད་དགོས་བྱེད་མཁན་ཡོད་ན། ཟླ་བ་རེ་ལ་ཚར་གཉིས་སོང་འདྲ་པོ་བྱེད་ཡག་འདྲ་པོ་ཉི་མ་རྟག་པར་མ་ཐུག་ནས་ལག་ཆོད་བྱེད་དགོས་ན་ལག་ཆོད་བྱེད་མཁན་ཚོ་ལ་ངས་ཁྲིད་ཆོག་བཀག་རྒྱ་བྱས་ནས་ངས་མ་ཁྲིད་པ་མ་རེད་ལག་ཆོད་ཁྲིད་དེ་ལག་ཁྲིད་རེད་ལག་ཁྲིད་ཡིན་ཙང་ལག་ཆོད་བྱེད་ཡག་རྫས་ཆ་བཞག་ནས་འདོད་པ་མཉམ་པོའི་སྟོན་ལ་བ་ལ་བཀོལ་ཡག་ཚུལ་མཉམ་དུས་སྟོན་བར་མིག་བལྟས་ནས་ཁྲིད་དགོས་ཡག་དེ་རེད་མང་དུ་ཁ་ནས་བཤད་ནས་འབྲི་ཡག་ཅིག་མ་རེད་ཁྲིད་རྒྱུན་ལག་ཁྲིད་རེད་དེ་ཡིན་ཙང་ངས་དེ་རེ་བཞག་པ་ཡིན་དེ་ཁྲིད་མི་ཡོག་གི་དེ་གལ་མ་རེད་ཚུལ་འཛིན་ཤིང་གི་མ་རེད་ཟེར་ཡག་ཡོང་གི་རེད་མི་ཤེས་ཡ་མ་རེད་ལས་སླ་པོ་རེད། ད་བྱེད་རིན་འདུག་རེད་ད་རྫོགས་རིན་འདི་ལ། འདི་ཡི་རྫོགས་རིན་འདི་ལ་རྫོགས་རིན་རིམ་པ་ལྔ། འཛིན་པ་རྫོགས་རིན་རིམ་པ་ལྔ་གི་ཐོག་ལ་སྤྱོད་པ། ཉེ་རྒྱུའི་སྤྱོད་པ། སྤྱོད་པ་ཅེས་ཐ་འབྲས་བུ་སངས་རྒྱས་སངས་རྒྱས་ཀྱི་དུས་འབྲས་བུ་མངོན་དུ་བྱས་ཚུལ་དང་བཅས་པ། གསལ་ལ་འགྲེལ་བ་ལྟ་བུ་སྐལ་བཟང་མཁས་གྲུབ་ཀྱི་གསུང་ནང་ལ་ཡོད་རེད། པཎ་ཆེན་གྱི་རྫོགས་རིན་ལས་ཡོད་རེད་རྫོགས་རིན་སྣ་ཁ་གཉིས་ཡོད་དེ། གཞན་ཡོད་མ་རེད། སྤྱི་བཏང་གི་རྫོགས་རིམ་གྱི་འགྲོ་སྟངས་འདྲ་བོ་དེ། གསང་འདུས་ཀྱི་རྫོགས་རིམ་རེ་ང་གསལ་སྒྲོན་ནང་བཞིན་བྱས་རྗེས་གསུང་ཧ་ཅང་གི་རྒྱས་པོ་རེད། རེ་ང་གསལ་སྒྲོན་གྱི་སྙིང་པོ་ཚོགས་བསྡུས་བཞག་པ་ས་བཅད་འདྲ་བོ་བྱས་ན་རེ་ང་སྙིང་པོ། པན་ཆེན་བློ་བཟང་ཆོས་ཅན་གྱི་ཚོགས་བསྡུས་ནས་དཔེ་ཆ་བློ་ལ་སིམ་ཆོག་ཡ་ཅོ་བཟོ་ཡོད་རེད་ཞུ་གོ། ཞུ་བ་ཧ་ལམ་དྲུག་ཅུ་ཟིན་ཡོང་ཡོད། རེ་ང་སྙིང་པོ། དེ་བློ་ལ་ཡོད་ན། རེ་ཁཱ་སེ་ཏྲེ་མ་ལོག་གིས་ནི་དོན་དག་ཡག་པོ་གཅིག་ངེས་པོ་ཡོད་དེ་ཚོ་ནི་ང་ཚོ་ཁ་བོ་རེད་ད། རེ་ང་གཉིས་པོ་དེ་བ་ས་ལ་ང་ཚོ་པར་ནི་རྒྱལ་བ་ཡིན་ཕེ་ཤ་ཡོག་རེད་བུ་ཨ་ཡེ་རེད་བ་དེ་ད་གོ་ཡོད་ཟེར་མཁན་ཅང་མི་འདུག་ད་འདས་སོང་ཡག་ལ་ཡ་དེ་ག་ཡོག་རེད་ཡ་ངས་བཤད་ན་རྣ་བ་འགྲོ་གི་མ་རེད་ཕེ་ཤ་ལོག་ཤག་ནི་མ་གཏོགས། དེས་ན་ད་རིང་འཇང་དགོན་ལག་མ་བརྙས་བཅོས་ཀྱི་བསྟན་པ་འདི་ལྟ་བུ་དང་མཇལ་བའི་སྐབས་འདིར་སོ་སོའི་བློ་ཚོད་དང་བསྟུན་པའི་ལམ་ཆ་ཚང་བ་ཞིག་ལ། མྱ་ངན་གཤའ་མ་ཞིག་བྱེད་རྒྱུ་བྱུང་ན། སངས་རྒྱས་ཟེར་བ་ཧ་ཅང་ཐག་རིང་པོ་མེད་པ་སོང་རེད། ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་མྱུར་དུ་ཐོབ་པ་ལ་ཚེ་ཚོང་མི་དགོས་པ། དམ་པ་སྔ་མ་མང་པོས་གནང་མཐར་གོང་དུ་ཞུས་པ་ལྟར་ཡིན་གསུངས་ཟ་བ་དེ་བླ་མ་རྡོ་རྗེ་འཆང་གི་གསུང་དེ་ལྕགས་བྱི་རུ་བྱི་ལ་གསུངས་ཡོད་པ་དེ་འདའི་བཀོད་པ་གནང་བ་རེད། ད་འཇམ་མགོན་བླ་མའི་པའི་མན་ངག་དང་མི་མཐུན་པ་གཅིག། རང་བཟོ་བཅས་གསར་བཤད་གསར་དང་ཁེལ་བབ་བཅས་པའི་བཞི་པོ་གཅིག་གིས་བཤད་པ་ཡིན་ཟེར་བཤད་པ་ཟུར་བརྗེ་ནས་བཤད་ན་ནི། བཤད་མཁན་ལ་གཉིས་པ་ཡོད་རེད་ཉམས་སུ་ལེན་ནས་དོན་དག་ཡོད་མེད་མི་ཤེས། དེ་མེད་པ་ཡིན་ཙང། ཁྲིད་ཡིག་མང་པོ་དཔེ་ཀློག་བདེ་གནས་ཆོས་སུ་གལ་ཡོད་མ་རེད། འུད་ཚོད་ཀྱི་པའི་གཟུགས་བརྙན་གྱི་བཤད་པ་པི་ཐོག་གྲུ་དུང་བྱས་ནས། དེ་ལ་ཞི་དྲག་རང་མེད་གསུང་བ་རེད། རྗེ་ཡབ་སྲས་ཀྱི་གཞུང་དང་རང་གི་བླ་མའི་གསུང་དང་མི་མཐུན་པ་ཙམ་གྱིས་བྱུང་ན། འཇམ་དཔལ་ཡོ་གའི་རྨ་ཆེན་པའི་མན་ངག་འདྲ་པོ་ཡིན་པས་ཁུལ་བྱེད་ཡག་དེ་ཚོ་ནི་ལྟར་སྣང་ལོག་བཤད་ཡིན་གསུང་བ་རེད། ད་རྫོགས་རིང་འདི་ལ། དྭགས་པོ་སྐལ་བཟང་མཁས་གྲུབ་ཀྱི་གསུང་དེ་གོ་བདེ་བོ། པཎ་ཆེན་གྱི་གསུང་དེ་པཎ་ཆེན་བློ་བཟང་ཆོས་སྦྱིན་གྱི་གསུང་རྫོགས་རིང་ཡོད་རེད་དེ་ལ་བསམ་མི་ཆགས་རིམ་པ་དེ་གསལ་པོ་ཡོད་མ་རེད་གདུལ་བྱ་ཡོངས་ཀྱི་མཐའ་ལ། དེ་གཉིས་གཉིས་མ་གཏོགས་པ་གཅིག་གི་འདི་ཡི་དཔེ་ཆ་དག་གསལ་པོ་གཅིག་གས་ཡོད་མ་རེད་དེ་གཉིས་རེད། དེ་ཐོག་ལ་ནག་རུ་ཆུ་དྲུག་དེ་གདེང་འཇོག་གི་རྫོགས་རིང་གི་ཡན་ལག་དང་རྒྱ་རི་རེད་དེ་བཤད་ན་ཡག་པོ་ཡོག་རེད། ནག་རུ་ཆུ་དྲུག་རེད་ཨ་ད་དེ་འདྲའི་གི་ཐོག་ལ་ཁྲིད་ནས་རྫོགས་རིང་ལ་དམིགས་པ་རེ་སྐྱོང་ན་ནི་ཕན་པ་ཆེན་པོ་ནི་མེད་རེད་དེ་ཨ་ལས་སྐྱེ་རིང་ཏོག་ཁོང་དུ་མ་ཆུད་པའི་རྫོགས་རིང་ཕ་ཚད་ཚུ་ཚད་འདྲ་བོ་རེད། དེ་ཡིན་ཙང། ནག་རུ་ཆུ་དྲུག་ཆེད་བཤད་སྒོ་ཡོད་ཟིག་འདུག་ཨ་ཁ་སིན་འདུག་དེ།

དེ་འདྲའི་སོང་ཙང་སྤྱི་རིང་གི་ཟིན་བྲིས་འདི་ཨ་ནི་རྒྱ་ཆེར་བཤམས་རོགས་བྱེད་ཀི་བཀའ་བཙུངས་རེད་དེ་པའི་རྒྱལ་པོ་གསུངས་ཡོད་རེད་དེ་གསུངས་དགོས་ཡ་རྒྱུ་མཚན་དེ་བླ་མ་རྡོ་རྗེ་འཆང་འདི་ནི་བླ་མ་རྡོ་རྗེ་འཆང་ཕ་བོང་ཁ་བ་ནི་ངེས་པའི་དོན་དུ་ཁོ་ལོ་བརྡུངས་པ་རེད་དྲུག་ཆེན་ནག་པོ་བཅོས་པ་རེད་དེ་ནས་བཟུང་སྟེ་སྤྱི་བོ་དང་པོ་ཟ་མ་ཆད་དུ་བྱོན་བསྡད་ངེས་ཅིག་རེད་ཀླུ་པའི་པདྨ་འབྱུང་གནས་ཕེབས་པའི་སྒང་ལ་སྦྱིན་འབངས་ཉལ་ངང་གི་ནང་གི་རྒྱལ་བ་མཆོག་ཡང་རེད། ཨ་ནི་ད་རེས་སངས་རྒྱས་ལ་འདོད་ཆགས་འཕོ་མཁའ་བ་རེད། ད་ཁྱད་རྟགས་འདི་ཁོ་ནི་རེད། ཧོ། ཧེ་རུ་ཀ་དངོས་རེད། རེད་དེ་ལྟར་མི་མང་པོ་པའི་ཁ་གཏོང་མཁན་འདྲ་པོ་དང་ད་ཕྲག་དོག་གི་མིག་ལོང་ནས་མི་བཟོད་བྱེད་མཁན་མང་པོ་ཡོད་རེད། དེ་ཡོང་ཡག་དེ་སྔས་མ་ཉེས་ཡོང་ཁོང་དྭགས་པོ་ནས་བཀའ་ཆོས་གསན་ནས་ཚུར་བོད་ཕེབས་ཡོང་དུས་སུས་དུག་དྲངས་ནས་རྟགས་སུ་མེད་ན་དགོན་པ་བཙོག་འགྲོ་བྱས་ཞེས་རས་ནག་པོ་མ་རེད་པ་དག་བསྙུང་ནས་ཕན་བཞི་པོ་ཅི་བསྟན་དགོས་བྱུང་བ་རེད་འདུག་བོད་རིགས་རེད་ཆོད་བཞི་པོ་ཅི་གསན་ཡོང་པ་ཡིན་ཙང་བདག་གིས་བླུགས་པའི། དེ་ང་ལ་ལམ་རིང་ཡན་ཆད་ནས་པའི་གསུང་གསུང་འབྱོན་དུ་སྐྱོ་པོ་བོ་ཟི་ཆགས་ཡོད་རེད་ཡང་གོང་དུ་ཚུགས་བས་ལམ་རིང་ཁྲིད་ཆེན་ཚང་མ་ཀློག་གི་པའི་གསན་འབྱོན་བྱེད་ཨ་ད་ནང་བཞིན་ཙོག་ཙོག་འདེམས་འཇོག་ནི་རེད། ཁྲིད་མང་པོ་ཅི་ལྟ་བུ་ལས་ལོ་ཁ་ཤས་བཞུགས་ཏེ་གསན་ནས་ཚུར་ཕེབས་ཡོང་པ་རེད་ཚུར་ཕེབས་ཡོང་བ་ད་ག་ཆོས་བཤད་རྒྱུ་མ་རག་གོང་དུ་སུད་དུག་གྲོང་དུ་དུག་ཆོས་སྒོ་བྱུང་བ་རེད་ཨ་ནི་སྙུང་བྱས་སླ་རང་ལ་དེ་དུས་ཀོ་ཅི་ཆ་ཚད་ཟབ་མོ་རེད་སྨན་དང་རིན་གྲོ་ཕྱི་དྲག་བྱེད་ཡ་ཡོད་མ་རེད་སྨན་ཚང་སྙུང་ནས་དེང་པའི་ཞལ་རས་ནག་པོ་ནང་བྱང་བྱས་ང་ཚོ་གྲྭ་ས་ཡོང་དུས་སྙུན་གཞི་ལྟ་དངོས་གཞི་དྲག་འདུག་དེ་དྲག་ཡོད་བ་དེ་ཀ་ཆོས་གསུང་ཐུག་ཡོད་མ་རེད་ང་གྲྭ་ས་ལོ་བཞི་སླེབས་དུས་ཆོས་ཀྱི་དང་པོ་དང་པོ་དེ།

དགའ་ལྡན་ཁྲི་རིན་པོ་ཆེ་གིས་ལག་ལེན་བཀའ་ཆོས་ཉམས་བདུན་བདུན་གསུང་དགོས་རེད། བྱ་ཆེན་རེད་དེ། དེ་གསུང་དགོས་ཡ་དེ་མཁན་མ་རྒྱལ་བ་སྐལ་བཟང་གི་དུས་ལ། བོད་ཀྱི་མི་དབང་སུ་ནང་རྟོགས་རྒྱལ། མི་དབང་སུ་ནང་རྟོགས་རྒྱལ་གྱི་མི་ཡི་དབང་པོ་བྱས་ནས་བོད་ཀྱི་རྒྱལ་པོ་ཁོང་གི་གནང་དུས་ནི་ཆོས་བའི་མགོན་པོ་འཚོ་བ་ཡི་སྐྱོ་པོ་ཡིན་ཙང་ཁོང་གིས་བཀའ་བརྒྱུད་ཀྱི་པ་ཡི་བཀོད་པ་གནང་བ་རེད། ལག་ལེན་གསུང་ཆོས་དེ་དུས་བཞོན་པའི།

དེ་ནས་རྒྱལ་བ་སྐུ་ཕྲེང་བཅུ་གསུམ་གྱི་བར་ལ་ཡར། དམུ་རུ། དམུ་རུ་སྐྱིད་ཆུའི་ཟེར་སྐྱེས་ཁ་ལ་སོང་ཡག་ཡིན་ཙང་སྐྱེས་ཁ་ལང་རིང་ཆུ་ཉི་མ་བདུན་རེ་དེ་རྒྱུད་ན་རྨ་ཆས་པ་དགའ་ལྡན་ཁྲི་རིན་པོ་ཆེ་གསུང་གི་ཡོག་རེད་དང། དེ་ནས་དེ་ལོ། རྒྱལ་བ་ཐུབ་བསྟན་རྒྱ་མཚོ་སྐུ་གོང་མ། སྐྱབས་མགོན་ཐུབ་བསྟན་རྒྱ་མཚོ་གིས། ད་ལོ་དམུ་རུ་བཀའ་ཆོས་དེ། སྐྱབས་ཀྱི་བོན་ཁག་ལ་སོང་ཞོགས་ཁྲི་རིན་པོ་ཆེ་སྐུ་ངལ་གསོས་བྱེད་ཞུ་གསུང་ནས། རྒྱག་རུང་བྱེད་བཀའ་གནང་བ་རེད། ང་གྲྭ་ས་ལས་ནས་ལོ་བཞི་རེ་གི་ཡོད་རེད། བཀའ་ཆོས། དབང་ཆེན་ཁ་ཤི་རག་རེད་དེ། བླ་མས་དབང་ཆེན་མ་རག་པ་བྱེད་ལང་རིང་ཡང་མ་རག་པ་བྱེད་དེ་ལོ་གཅིག་རག་དབུ་ཡོང་བསམ་སྨོན་ལམ་གྲོལ་ནི་ཡག་དགའ་ལྡན་ལ་མ་འགྲོ་བ་ཅིག་སྒུག་བསྡད་པའི་ལས་ས་དེ་ཏག་ཏག་གནས་གསུང་ཆོས་འདི་དང་ཐུག་པ་རེད། དེ་དུས་གསུང་ཆོས་ཞུ་མཁན་གྲས་ལ་བླ་མ་རྟ་ཕོ་རིན་པོ་ཆེ། པད་མ་མལ་བཟའ་ས།

ནི་ནི། ཉི་མ་གཅིག་ལ་རྒྱ་གར་རམ་ཆུ་ཁོ་གོ་མ་གེ་པའི་དམིགས་བསལ་གཟིགས་སྐྱོང་གི་གསོལ་ཇ་ཅིག་དང་འབྲེལ་ཐུགས་བཅས་གསུལ་རས་དང་སྤྲང་ཁ་དཀར་པོ་འགས་བཅས་གསུལ་རས་གནང་བྱས་སོང། དེ་དུས་བླ་མ་རྡོ་རྗེ་ཞལ་རས་ནག་པོ་རེད། གསོལ་གདུགས་ཀྱི་སྙུང་གཞི་དེ་སྙུ་གཞི་བྲག་ཚར་རེད་དེ་ཞལ་རས་ནག་པོ་རེད་དེ། ཀོང་ཀོང་གཅིག་ཡོང་རེད་དགའ་རོགས་གྱིས་ཏེ། ག་རེ་ཡིན་ན་སྔའི་རྗེས་ཡིན་པ་རེད་སང་དྲན་མྱོང་ང་ཚོ་ནི། རྒྱུ་མ་ག་ལན་ལ་ཕེབས་དུས་ནི་ད་ལོ་གཅིག་རེད་ས་སྟག་ལོ་ལ་རེད་དགུ་མ་མ་ཚོགས་ཟེར་ལ་ལམ་རིང་ཕྱིན་ཞི་དྲག་གནང་ན་ཟླ་བ་གཅིག་དེ་དུས་ངའི་ཤག་ལས་ཚུར་གདན་འདྲེན་ཞུ་དུས་སྨད་རྗེས་རེད་མ་རེད་ཁོས་སྨྱོ་མོ་འདུག་མཛང་མཛང་སྨད་རྗེས་ཀོང་ཀོང་འདྲ་པོ་གཅིག་གིས་བྱེད་ཟིག་རེད་མཇལ་གི་རེད་ང་ཚོས་མཛང་མཛང་ཁོང་དེ་གིས་མཇལ་གི་རེད། མ་འདྲ་ཚོ་མ་འདྲ་ཚོ་ཡོད་རེད། ཁ་ཤས་ཀྱིས་དེ་ཅན་ལ་མཇལ་མཁན་མང་པོ་བྱུང་ཡོད་རེད། ཕྱག་མཛོད་ལ་ཕེབས་པའི་ཞོར་ལ་ལྷོ་རྫོང་ལ་ཀ་ཆུས་སྲུང་ས་མཇལ་ཁ་གཏོང་ས་ཅིག་ལ་ཕྱག་བཞི་མཇལ་རེད་མི་གཅིག་གིས། ད་རྒྱུན་མ་ཁོང་གིས་གསུང་བཞག་པའི་གདེང་འཇོག་གི་བཅས་རིན་སྐོར་ལ་ཟིན་བྲིས་དེ་བླ་མ་རྡོ་ཆང་གིས་གནང་དགོས་ཡ་དེ་ལྕགས་ཀྱུ་རྡོ་ཆང་གིས་གནང་དགོས་ཡ་དེ་གསུང་གུང་བྲེལ་ལ་འདི་རྒྱས་པ་ཆེ་མེད་ཙང་ཆེ་གོ་གུ་འདུག་དགོངས་པ་རེད་ཟིན་བྲིས་ཁག་བསྡུ་བའི་སྐོར་དུས་ཟིན་བྲིས་ཡོད་རྒྱུ་ཡོད་རེད་དེ། ཕལ་ཆེར་ནག་རི་ཆུ་དྲུག་དང་སྦྲགས་བཞག་པར་བུ་ཐ་རིའི་ཐུ་དྲན་པ་ཁ་ཤས་མགོ་ལ་ཡོད་ཞུགས་ལ་མེད་མཁན་འདྲ་བོ་ཅིག་མ་གཏོགས་ཞེ་དྲག་གི་ཆ་ཚང་ཞིག་པོ་ཅིག་མེད་དེ་རེད། ད་དྲག་ཤུལ་དགུ་ཤུལ་བརྒྱད་པ་འདྲ་བོ་དེ་ལྕགས་ཀྱུ་སྨུག་ལྕོག་རིན་པོ་ཆེ་གི་དེ་རེད་ཡོང་རེད་སྨུག་ལྕོག་རིན་པོ་ཆེ། ཡེ་ཤེས་སྤྱན་པ་བསྟན་པའི་རྒྱལ་མཚན་ས། ཁོང། སྤྱན་རས་གཟིགས་ཀྱི་སྤྲུལ་པར་སྤྱན་རས་ཞལ་གཟིགས་ཡོང་རེད་བླ་མ་ཉང་ཆུང་ཅིག་ཞིག་པོ་ཅིག་ཡོང་རེད་བླ་མ། ད་ཁོང་གི་དུས་རྒྱུན་ཞལ་ལོག་གི་གྲས་ལ་རི་ཁྲོད་རང་ལ་བསྡད་མཁན། ཆུ་བཟང་གི།

ཨ་ནི་པཱ་རུ་ཅི་རི་ཀྲས་ཕན་ཚུན་ཕར་ཚུར་གཅིག་གིས་གཅིག་ལ་གཅིག་ལྟ་གི་བསྡད་ནས་ཁེངས་ཚགས་དེ་འདྲ་ཡོང་རྒྱུ་ཡོད་རེད། ཨ་ནི་ཕུ་བོ་ཅོ་རི་ཀྲས་ཕའི་དགེ་སློང་དེ་ཚོ་ཤེས་ནས་ཕུ་ཅོ་ལ་རང་གི་བུ་འགོ་ལ་བྱེད་གི་ཡོད་རེད། ཕུ་ཅོ་ལ་རང་གི་བུ་འགོ་དེ་ཚོ་ཐང་ཆད་ཀྱི་ཡོད་མ་རེད་གསུངས་བསོག་གི་ཡོད་མ་རེད་ཉི་མ་གཅིག་ཨ་ལགས་སྲོལ་ཆུང་དུ་འཛིངས་ནས་ཁོ་ཚོས་བསུབས། ཁའི་སྐལ་ནི་པའི་ལྷས་ས་ཉི་མ་རྟག་པར་བཅད་ནས་དཀའ་ལས་ཁག་བྱས་ཡོད་མ་རེད་ཨ་ནི། ཆ་མཛོད་ཀྱི་ཉི་མ་གཅིག་ལ་ཞུ་བ་ཡིན་པ་རེད་བ་ང་ཚོ་བུ་འགོ་དེ་བྱས་དེ་རྩ་ནས་དཀའ་ལས་བཅད་མ་ཆགས་ངེས། ཉིན་མོ་གཅིག་ཨ་ལོ་སུ་ནི་ཁོ་ཚོ་འཛིང་བསྡད་ཀྱི་འདུག་ད་འདི་གང་ཡིན་འགྲོ་སྲིད་དུས་ད་ཁག་ཡོད་མ་རེད་ང་ཚོ་ལན་ཆགས་ཐོག་ཚེ་སྤྲད་དགོས་བ་རེད་ཁས་སྐད་ཤུགས་གསུམ་པོ་ཡིན་པ་རེད་དགེ་སློང་ཆེ་ཕོག་ས་དེ་ངེད་ཚོ་ཡིན་པ་རེད་ཧིན་ད་བ་ནི་ཆོས་ཡག་པོ་མ་བྱས་ན་ཆོས་པ་ཡིན་པའི་ཁུལ་བྱས་སྐོར་ས་དེ་ཡ་དེ་སྐྱ་ཟིན་པོ་རེད་ཡང་མ་ཡང་རི་ཁྲོད་དགེ་སློང་གཉིས་སྐྱིད་གྲོང་ཆོག་མི་བུ་རེད་མི་སྦྱིན་བདག་ཚོ་གི་དེ་འདྲའི་ཤོར་གྲོང་ཆོག་ཉི་མ་རྟ་ཕག་འགྲོ་བླ་རྒན་སྐྱིད་གྲོང་ཆོག་རྩ་ནས་འགྲོ་ས་མེད་རྫུས་ཏེ། ཨ་ནི་ཁོའི་སེམས་ནི་གྲོང་ཆོག་འགྲོ་མཁན་དེ་དག་པའི་སྐྱེ་བ་ཕྱི་མའི་བུ་ལོན་ལེན་སྐོར་ཤ་དག་ཟ་ནས་ཡག་པོ་ང་རེད་འདས་རྫུན་ནི་བསགས་སྦྱོང་བཅས་ཁྱོད་བྱེད་མཁན་ཡིན་བསམ་པ་ཡོད་རེད། ཨ་ཁོ་བསགས་སྦྱོང་བྱེད་ཀྱི་ཡོད་མ་རེད་རུ་བ་ཤ་འཛིན་པ་ལ་བརྟེན་ཁོ་དགའ་པོ་ཡོད་མ་རེད། དེ་མ་མ་ག་ཆག་སྡོང་སྒུག་འདས་མཁན་ཞིག་ཡིན་པ་རེད། ཨ་ཉི་མ་ཁྱེད་གྲོང་ཆོག་ཕེབས་ཉེན་དེ་ཡག་ཕེབས་ཡོང་ཡག་ཡོང། སུའུ་བཀྲ་ས་མེད་ཅིག་སྤྲད་རོགས་བྱས་ཨིས་ཁོ་ར་ཚ་ལ་ཡོང་ཡིན་པ་རེད་བ།

སེང་གེ་ལ་སོས་ཏེ་གཉིས་མེད་སེང་གེ་སྐྱེ་བར་ཚེ་འདི་མེད་མཁན་སྐྱེ་བ་ཕྱི་མ་མེད་མཁན་འདི་སྐྱེ་གཉིས་མེད་མཁན་གྱི་སེང་གེ་སྐྱེ་བར། གཅིག་ལས་གཅིག་གཞལ་བ་ཅུང་དཀོན་ཡིན། སྒྲོལ་མ་མི་འདྲའི་གཞི་ཆོས་སྟོང་ཡག་གི་སྒྲོལ་ཆོས་སྟོང་མཁན་གདན་འདྲེན་ཞུ་དུས། གཙང་ལ་ཡིན་ན་ནི་མེ་འདྲའི་བཏུང་པ་འཁེལ་བོ་རེད། མེ་འདྲའི་རིར་འཁེལ་བོ་རེད། སྦྱིན་བདག་གིས་འབྲུ་ཆུ་ལ་བཀྲུས་ཉི་མ་སྐམས་ཁ་ཤས་ཀྱིས་དྲི་བཟང་ཤ་ཁ་མ་བྱུགས་བྱས་བདག་འདོད་བྱེད་ཀྱི་རེད། ཨ་ནི་ཤོ་ཀེ་ཡ་ལེ་ཡ་སོ་ནོ་ཞེས་ནོས་སོ། མེ་འབྲས་དོག་མོ་གོ་ལོ་འབྲུ་དེ་ཁྱེར་འོང་རེ་སོ་སོའི་མེ་འབྲས་དང་འབྲུ་དེ་བླུག། འབྲུ་ཁྲོས་ཚག་ཏོག་ཏོག་བླུག་ཅེས་ཨ་ནི་ཕར་དུ་གཞག་འབྲུ་དེ་ད་འདི་ཤག་ལ་ཁྱེར་འོང་ཆོག་གི་རེད། གཙང་པའི་ལུགས་སྲོལ་རེད། བོད་ལ་དེ་འདྲ་ཡོད་མ་རེད། འབྲུ་ཁྱེར་བའི་ལུགས་སྲོལ་ཡོད་མ་རེད། ཆུ་བཟང་རི་ཁྲོད་དགེ་སློང་ལགས་ཅིག་གིས། གྲོང་ཆོག་ཕེབས་དུས་མེ་འབྲས་དེ་ཡིས་ཁྱེར། ཨ་ནི་ཆོས་འབྲུ་སྦྱིན་བདག་རྩ་ལེ་ལེ་ཡ་དེས་འབྲུ་ཁྱེར་འོང་གི་འབྲུ་གསོག་ཡོད་གི་རེད། ལྟོ་གོས་སྐྱོ་པོ་བྱས། ཨ་ནི་པད་ཤག་བྱུང་ན་ནི་ཁོའི་མིག་གདན་རྩབ་ཏུ་ཅི་ཡོད་གདན་འོག་ལ་མ་བཟའ་བཏུང་གཅིག་ཁྲུས་ཁོལ་མ་གཅིག་བཅུག། པད་ཤག་གང་གི་ཁོལ་མ་ནང་དེ་ལོག་ད་ལོག་རོ་ཡོག་མ་རེད་བ། ཁོལ་མའི་ཁ་ཆོས་དེ་ལ་གཡང་འབག་གཅིག་འོག་དེ་དོག་ཚིལ་གཅིག་ལ་སྐུད་པ་གཅིག་བཏགས། དེ་མ་བཅུག་ཨ་ནི་གཡང་འབག་གཅིག་གོ་དེ་གང་གདན་ཡག་དེ། སྐུད་པ་དེ་ཡག་གདན་ལ་བཏགས་ཤེས་ཡོག་རེད། ཨ་ནི། སྔན་མ་ང་ཚོ་ཆུ་བཞི་དམག་འཁྲུག་ཡོང་དུས། བསྟན་རྒྱལ་གླིང་གི་སྐུ་ཐང་ཡིན་པ་རེད་སྐུ་ཐང་བརྒྱད་གཟིགས་པ་ང་དེ་སྐུ་ཐང་ལྔ། གོས་ཆེན་ཁ་ཏི་དམར་པོ་གི་རྒྱབ་ཤ་ཡོད་པ་ད་ཅག་ཡོད་པ་ཅིག་ཁོ་ལ་རག་ཡོད་པ་རེད་ལ་རྒན་ལ་དེ་ཡར་བྲིས་སྐུ་ཐང་ལྔ་པོ་དེ་དད་པ་ཡོད་མ་རེད་ལ་རྒན་ཚུར་བྲིས་ཁའི་ནང་གི་འདུ་ཤེས་རེད་པ་ཅིག་ཚུར་བྲིས་ནས་ཁོ་རེ་གོས་ལོག་རྙིང་པ་དོག་རྩིས་རེད་པ་དེ་འདྲ་ཁོ་ལ་ཡར་བྲིས་ནས་བེ་ར་བེ་རི་བེ་ཅིག་བྲིས་བེ་གི་རྩིས་ཁོག་དེ་ཡར་བཞག། ཨ་འདུག་ཟེར་དེ་ནི་ག་གེ་ཡོད་ང་ནི་གྲོང་ཆོག་འགྲོ་རྒྱུ་བྱུང་ནས་རེད། ཞེས་ཤ་འཛིན་པ་ལ་པགས་ཁུ་སྤྲད་རོགས་ཞེས་བྱ་སྟེ་སློང་བྱས་བསྡད་ཀྱི་རེད། རྒྱུ་མ་བླ་རྒན་ཤེས་སོང། ཞེས་གསུངས་དུས་རི་ཁྲོད་པ་རུ་བ་ཚུགས་ཀྱི་མི་རུ་ལས་བྱེད་ཀུར་དང་རོ་ཡག་ཁྱད་འཕགས་སྐྱེས། རྒྱ་ལག་དང་པད་ཤག་འཛག་ནི་མི་འདུག། གདན་རྩ་བར་དུ་དེ་ཡང་བསྡུས་པ་རེད་གདན་ཡག་བསྒྲིལ་བཏང་དུས།

སྐུ་གདུང་དེ་གླེང་དུས་སྐུ་གདུང་དུ་ཚིག་གི་བྲིས་བཞག་པའི་ཚེ་ནི་སྦྲུལ་གྱི་སྐྱེ་བ་ལས་བླ་རྒན་ཡིན་མོད་འདྲ་འདུག་སྦྲུལ་དེ་གི་རྩ་ནས་བླ་པ་ཐུགས་མ་ཆོག་སོ་རྒྱབ་ནས་གཞན་བོད་དུ་སྦྲུལ་ཡོད་མ་རེད་རེད་རྫས་གཉིས་ལས་ཚང་ཚང་དང་གཟི་ཆེན་གི་ཆོ་འཕྲུལ་གྱི་ཡོད་རེད་མ་གཏོགས་ཡོད་མ་གཏང་ཧོ་སྦྲུལ་གཅིག་གི་སོ་སྐྱེ་རྩ་ནས་དེ་ལས་མ་ཆོག་ཡང་ཁོང་ཚོས་ཨུ་ཚུགས་ཐ་ཆད་བྱས་ནས་སྦྲུལ་དེ་ཚུར་ཟིན་པའི་ཐག་རིང་ས་བར་སྐྱེལ་ཅི་དྲག་བྱས་པ་རེད་ཡང་ཉིན་བླ་རྒན་ཞིག་ནས་སྦྲུལ་དེ་སྐྱེ་བ་འདྲ་འདུག་ཨ་ཚོགས་ལྕགས་ལག་ལ་ཕྱག་དེ་བརྫངས། དངུལ་ལ་ཆགས་ནས་དངུལ་ནག་ལ་འདི་པ་རེད་སྙམ་ཅི་བསྡད་མཁན་བྱུང་ཡོད་རེད། ཀོ་ཀོ་ཐང་ལ་ཆགས་ནས་དེ་སྲིང་ལ་སྦྲུལ་ལ་ཅི་བསྡད་པ་རེད། ངས་དེ་འདྲའི་སྐད་ཆ་བཤད་དགོས་ཡ་དེ། ཆོས་བྱེད་མཁན་རི་ཁྲོད་བསྡད་མཁན་གྱི་ཞབས་འདྲེན་འདྲ་པར་མ་རེད། རི་ཁྲོད་ལ་འཛུལ་བསྡད་མཁན་ཧ་ལས་ཅིག་ཡོད་མ་རེད་ལམ་རིང་ལོ་ཅུང་མ་བརྗེས་པར་བྱས། པད་ཤག་ཁོ་ར་སོགས། ཨ་ནི་ཆོས་ཡག་པོ་མ་བྱས་པར་བྱས་ནས་འོ་ད་དེ་འདྲ་ཡོང་གི་ཡོད་རེད་ང་རང་ཚོ་ཡིན་ནའི་འདི་བ་ནི་ཚོགས་ཆོས་རིན་སྒྲིན་ས་འདྲ་པོ་དམངས་ལ་དེ་འདྲ་ཞི་དྲག་མི་འདུག་ག་དེ་མེད་པ་ཡིན་ཙང་པའི་ལམ་རིམ་བློ་སྦྱོང་ཡག་པོ་བྱེད་གསར་བྱུང་གཅིག་མེ་འདྲའི་ས། མེ་འདྲའི་ཞི་དྲག་ཞི་དྲག་ཁེ་འོང་མཁན་མི་འདུག་བ་འདི་ད་ཤ་ལ་བཞག་ཡོག་ཡིན་འགྲོ། མེ་འདྲའི་ས་ཆགས་འདྲ་ས་ཁ་ལས་ཏོག་ཙམ་མ་བརྒྱབ་ན་ཁ་དེ་བཞིན་ཤི་བའི་ལུས་ཀྱི་སྒྲིབ་པ་མི་དག་ས་སྟངས་དཔེ་ལས་ཡོག་རེད། ཏོག་ཙམ་ཟག་སྦྱོང་མ་བྱས་ན། འདོན་འདོན་འདོན་རྒྱུ་མ་ལས་དུད་འགྲུལ་འདྲ་དི་པ་རེ་ཉག་འདྲ་པོ་དེ་འདྲ་ཅིག་བསྡད་ན་ཕྱི་རྗེས་འདི་རྗེས་རེད།
བོད་ལ་ཡིན་ནས་ང་ཚོ་གྲྭ་པ་གསར་པ་བསྐོས་དུས་གོས་ལོག་ཡག་པོ་ཡོག་མ་རེད། ང་ཡི་གོས་ལོག་རྩབ་རིའི་གྲལ་ཡིན། སྤྲུལ་སྐུ་གོ་ལོག་བཞེངས་པའི་གྲྭ་ཡིན། གསར་པ་སྐུ་རེད། སྒོ་མཁའ་སྣང་དྲང་པོ་ཡོད་རེད་ཨམ་ཅོག་དེ་སྤྲང་ན་ཨམ་ཅོག་དེ་ན་ཚ་ཞིག་གཏོང་དགོས་མཛུ་གུ་སྤྲང་པོ་ཡོད། ཨེ་ཡིན་ནས་སྤྲང་འདོད་ས་ཡོད་མ་རེད་ཟླ་བ་རེ་ཚེ་ཆུ་ཐོག་འཚོ་དགོས་རེད་ཡང་པ་རུག་པ་རུག་བཏུང་པ་ཏོག་ཙེ་ཡོད་ཚེ་ཤག་ན་བཟོས་ན་གལ་ཡོད་མ་རེད་ཚོགས་ལ་འགྲོ་དུས་ནི་ཞོགས་ཀའི་ཚོགས་ཐེངས་གཅིག་ཉིན་གུང་གཅིག་དགོང་དག་རྒྱུ་ཡང་རིང་ཐག་ཆོད། ཚོགས་ལ་གདན་ཐིང་ཡ་ཡོད་མ་རེད་གྲྭ་པ་ཚོ། རྡོ་ཆས་སྒང་དེ་བསྡད་དགོས་རེད། ཨ་བུ་གུ་ཆུན་ཆུན་ཚུལ་རྡོ་ཆུན་ཆུན་རྡོ་པོ་རུ་རྡོ་བཞི་བཞི་ཅིག་ཁེ་ཡོང་ཕྱི་མ་བྱུག་དེ་བཞག་ཆག་པ་ཁེང་དགོས་ཡང་ཨེ་རྡོ་ཅིག་ཁེ་གཅིག་གང་ལ་རྡོ་བཅའ་བཅུག་ཚེ་རྩ་བཞག་དུས་ལམ་སང་ཆག་པ་རྒྱལ་ནི་ཙོག་ཙོག་ནི་རེད་དེ་གུ་རེ་བུ་གུ་ཚུལ་འདོད་པོ་འདོན་པའི་ཞོར་ལ་ཡང་ཆུ་རས་ནང་ལ་དེ་དགེ་ཁྱོད་ཀྱི་ཐུང་ཡ་ཡོང་མགོ་ལ་ད་ག་གཏོང་ཞིང་ཨེ་གནང་དྲང་པོ་དེ་འདྲ་ཡོད་རེད། ཆུ་རས་ནང་ལ་ཡ་ཚོགས་ནས་ཆུ་རས་དྲུད་ནས་འགྲོ་ས་ག་བ་ཡོད་ཡང་ཡར་ལངས་བརྟག་བསལ་དང་རྩོད་པ་བྱེད་ཨ་ནི་དགོངས་དག་ས་དྲུག་ནི་པད་ཉི་ག་ག་ཚོད་ཅིག་ལ་ཚུར་ལོག་ཡོང་དགོས་རེད་ཤག་ལྷས་བ་ད་ག་ལམ་སོང་ཏག་ཏག་གཏོང་དགོས་རེད་བར་ཚུགས་ལོ་མང་དོན་དཔེ་ཆ་སྤྱོད་ཅི་ཁང་སུ་སུ་སུ་སུ་དགེ་རྒན་ཡོད་རེད་དེ་ཚོས་ཞོ་མང་ཅིག་ཁྱེར་ཡོང་སྟེ་ཀོ་ཡང་རྒྱག་དགོས་རེད་དཔེ་ཆ་ག་འདྲ་སྤྱོད་དགོས་ཚུལ་ལྟ་གི་རེད་ཨ་ཁོ་ཡི་ལོག་སོང་ནས་དེ་ནི་ཡར་ཡོང་ཤག་ལ་ཉན་ཆོག་གི་རེད་ཉན་བསྡད་ནས་དྲང་པོ་དྲང་པོ་བྱས་པས་ལབ་པ་ཇི་ལྟར་ཉན་སའི་ནང་ཁེལ་མ་ནུས་པ་ཞིག་གི་ཁྱབ་ཁ་གནང་བཞིན་ཨ་ནི་ཞོ་གས་ཡིན་ནས། སུ་སུ་འཕོ་བ་ན་ཆུ་གང་བླུགས། ཕྱོགས་ལ་འདྲུད་དེ། ཟླ་གང་དེ་གོན། དགུན་དག་ལ་འགྲོ་དགུན་དག་ལ་ཆུ་དེ་ཁ་ལ་གཡག་མོ་ཁྲུས་བརྒྱ། འཕོ་བ་ཕིག་གི་རྡོ་གང་ལ་བཞག་བཞག་དེ། ཁྲུས་བརྒྱའི་ཚར་ནས་འཕོ་བ་ལེན་དུས་འཕོ་བ་ཆག་པ་ཀྱང་འཇགས་དེ་གི་ཐག་ཐག་ཟིན་པ་རེད། ཨོ་དེ་འདྲ་གི་དཀའ་ལས་བརྒྱལ་བ་ཡིན་ཙང་གྲྭ་ས་སོགས་ཆོས་ར་འདྲི་མཁན་ཚོ། བསགས་སྦྱོང་མེད་པར་ལས་རུང་བསྡད་ཆོག། སེ་སྐུང་རྡོ་རྗེ་འཆང་དང་བླ་མ་ཆེན་པོ་ཚོ་གསུང་གི་ཡོད་ཚོགས་ཆོས་ར་ཡག་པོ་འགྲིམ་ཡོད་ན་པའི་ཚོགས་བསགས་འགྲེལ་ཆུང་དེ་ག་ཡིན། ཨ་ནི་དགའ་བྱུས་ཞུ་རྒྱུ་མ་པའི་སྙན་པ་ལས་རུང་གཏོང་ན་དེ་གའི་ཕྱོགས་སུ་དགེ་བཤེས་ཚོ་ལ་དམིགས་བསལ་ཆེན་པོ་གསུང་གི་ཡོད་རེད་དེ་ཡིན་ནའི་དགེ་བཤེས་ཚོ་གས་མེད་འགྲེལ་བསགས་གི་རེད། ང་ཚོ་གྲྭ་པ་གསར་པ་གང་འདུག་ཙང་དགོན་བདག་དགོན་བདག་ནག་དགོན་ན་བི་ཇི་ལིང་ཡོད་མ་རེད། སྤྱིན་པ་སྟོང་ཁ་འགྲོ་བ་ཡོད་རྒྱལ་ནི་མང་འགྲོ་ཡག་ལས་འོང་དུས་མི་ཡི་དགུ་གྲངས་ཡག་ཡོང་ཨ་མཆོག་ཚོ་དགེ་བཤེས་ལགས་ཁ་ཤས་གས་མེད་འགྲེལ་བསགས་ན། ཆོས་སྒྲུབ་བཟོ་རང་བཟོ་རང་བྱས་མི་ལས་མི་འགྲུབ་ཨ་ཙི་དགེ་བཤེས་ཕན་འབྲས་སྒྲུབ་ཅིག་ང་ཚོ་དགའ་སྡུག་སྤྱི་རྒྱུ་རག་ཡོང་སང་མེ་འབྲས་ཞིབ་པོ་བསགས་ཡོང། འདི་བ་ནི་བསགས་སྦྱོང་བྱེད་དགོས་བ་མ་རེད་ཁ་ལག་སྙག་བ་ཁོ་ར་ཟ་གི་རེད་ལྷ་ཁ་ཤིན་ཟེར་སྔགས་ཟེར་ཡ་དྲིས་ནི་ཟ་གི་རེད། ང་ཚོ་ཟླ་བ་རེ་ལ་ཁ་ལག་རེ་བྱུང་ནི་དེ་རེད་མ་གཏོགས། ཚོགས་ལ་རུ་བྱ་ཐུང་དེ་མ་རྩམ་པ་བརྒྱ་སྤག་རྩིག་ཟ་བཞག་པ་དེ་རེད་མ་གཏོགས་ཁ་ལག་ཞོག་ཏུ་དགུང་ཐུང་འདི་རེད་ཟེར་ཡ་ཞིབ་པོ་ཡོད་མ་རེད་དེ་འདྲ་གི་དཀའ་ལས་བརྒྱབ་བ་དཀའ་ལས་ཏོག་ཙམ་མ་བརྒྱབ་ནི་འགྲིབ་པ་དག་གི་ཡོད་མ་རེད། ད་བླ་མ་རྡོ་རྗེ་འཆང་བའི་གསུང་འདི་དག་བཅོས་མ་དེ་བཤད་ནི་མ་གཏོགས་སྒྲུང་བཤད་བསྡད་པའི་ཕན་བསམ་མི་འདུག། ཁོང་ཚོས་དཀའ་ལས་རྒྱག་ཟེར་ནས་རྒྱག་གི་མ་རེད་མ་རྒྱག་ཟེར་ནས་རྒྱག་གི་མ་རེད་དཀའ་ལས་རྒྱག་ཡ་དེ་ལས་ཀ་རེད་ཁོང་ཚོ་དཀའ་ལས་ཡོད་རེད་ལས་ཀ་བྱས་ནས་འགྲིབ་པ་དག་གི་མ་རེད་ལས་ཀ་བག་ཆད་ཚུགས་ལོག་མ་ཡོང་བར་གི་དོན་དག་དཀའ་ལས་རྒྱག་ཡ་དེ་པད་ཤག་དེ་རེད་ལ་བ་དེ་རྫོགས་སོང་བ་རེད་སྐྱེ་བ་ཆེན་མོ་ཁེལ་ཡ་ཡོད་མ་རེད་ལས་ཀ་ཕན་པ་ཡོད་མ་རེད།

གླིང་རིན་པོ་ཆེའི་ཟིན་བྲིས་བཏགས་བཞག་པ་དེ་དག་ཡག་ག་དྲན་རེད། དུས་རྒྱུན་ནས་ཟིན་བྲིས་བཏགས་མཁན་དྲུང་ཡིག་བློ་བཟང་རྡོ་རྗེ་རེད་བློ་བཟང་རྡོ་རྗེ། གྲྭ་རྐྱང་རེད་ཟིན་བྲིས་ཡག་པོ་རྒྱག་གི་རེད་དེ་ཁོང་ཞལ་ཕྱེ་ཞུ་ཡོན་ལོ་བཅུ་གཅིག་ཙམ་མ་གཏོགས་ཞུ་ཡོད་མ་རེད་ངས་མ་ཡོད་མ་རེད་ངས་མ་དགེ་སློང་བློ་བཟང་ཆོས་འཕེལ་རེད་དགེ་སློང་བློ་བཟང་ཆོས་འཕེལ། པའི་དགའ་རོགས་ཡིན་ཟེར་བའི་བླ་མའི་པའི་ཐུགས་སྲས་ད་རེ་འཕྲོས་པའི་ནང་ནས་ཅིག་ཡིན་ཟེར་ངེས་རེད་དེ་ཟིན་བྲིས་འགའ་ཡི་བསྟན་ཡག་མིན་འདུག་ཡོད་མ་རེད། ཡིན་ནས་ཕྱི་སོང་རི་ཁྲོད་དགེ་སློང་ཁ་ཤས་ཀྱིས་བསྐྱར་ཚུལ་བཤད་ནས། བླ་མ་བོན་ཆང་བསྲུང་སྟབས་སུ་སྟབས་མེད་པ་དེ་འདྲ་ཡིན་མིན་ལ་བསླབ་བྱ་བ་ཁ་ཤས་ཀྱིས་ང། ང་ཚོ་རྒྱ་གར་ལས་ནི་གཞི་ནས་ཚུགས་ཁེལ་བྱུང་དེ་འདྲའི་རྒྱ་མཚོན་ཏོག་ཏོག་བཤད་ཀྱི་འདུག་ཨང་དེ་འདྲ་ཡིན་ཙང་ཟིན་བྲིས་གང་དགའ་གོ་བསྡུར་བྱས་ནས་ཨ་ཀྱཱ་ཀྱི་ཁྲི་བྱང་རིན་པོ་ཆེ་གི་ཟིན་བྲིས་ཚུགས་སུ་བསྡུས་ནས་སྤྱི་རིང་གི་ཟིན་བྲིས་མཛད་ནས་ད་ལྟ་ཆོག་ཆོག་ཡོད་རེད་གཅིག་བྱས་རྫོགས་རིང་གི་ཐོག་ལ་ཟིན་བྲིས་དགོས་བ་མ་རེད། ད་ངས་ཞུ་ཡག་དེ། དྭ་བུ་སྐྱེ་རིང་གི་ཐོག་ནས་ཞུ་གི་ཡིན་ཉུང་ཉུང་རེད། པན་ཆེན་སྐྱེ་རིང་དང་དྭ་བུ་སྐྱེ་རིང་གཉིས་ཀྱང་ལོ་ཕྱུག་པོ་བཅུ་བདུན་བཅོ་བརྒྱད་མ་གཏོགས་ཡོད་མ་རེད། ད་བྱེད་རིང་གི་ཚོད་དེ་ཉག་ལེན་བྱེད་དུས་ཞོགས་ཀས་སྡང་བའི་རྣལ་འབྱོར་དགུ་དང་ཉེ་བའི་རྣལ་འབྱོར་ལ་འབྲུ་དགུ་བཀའི་རྒྱས་དགོས་མ་རེད་སང་ལོ་ཏོག་ཟོ་དང། ཁ་ལག་ག་རེ་རེ་ཟ་ནའོ་དེ་སང་ལོ་ཏོག་ཟས་ཀྱི་རྣལ་འབྱོར་དེ་བྱས། འཁོར་ལོ་བསྡོམས་པའི་ཚངས་སྤྱོད་ལ་གནས་པ་བྱས་འོ་ཡང། སོང་ད་འདུག་རོགས་ཡིན་ན། ཉེ་བའི་གནས་མཆོད་དང་འབྲེལ་བའི་རྨི་ལམ་འཛིན་པ་དེ་ཨ་ལི་གནས་ཀ་ཡུག་མགོ་མ་རེད་ནར་ཆུ་འབྲུག་ནས་ཅི་ཡོག་རེད་དེ་དེའི་ཅང་ཡུག་མའི་རྨི་ཤེས་ཨ་ནི་ལག་ཆོད་དང་ཚོགས་འཁོར་གྱི་རིམ་པ་དེ་དུས་དུས་ཀྱི་ཚོགས་བསགས་རེད། ཟླ་བ་རེ་རེ་ལ་ཚོགས་འཁོར་ཚར་གཉིས་ཕུལ་དགོས་ཡ་དེ་བྱས་ལག་ཆོད་འདྲ་བྱས་ཐུག་ན་ལག་ཆོད་བྱས་ཕྱི་རུ་མཆོད་པ་བྱས་ཐུག་ནས་བྱས་དེ་བྱས་ཟུར་པ་འགྲོ་དེ་བྱས། ད་མཇུག་ལ་བསྐྱེད་རིམ་ལྟ་བུ་བྱུང་ན་བྱ་བསྐྱེད་རིམ་ལྟ་བུ། སྐལ་བཟང་མཁས་གྲུབ་ཀྱི་བསྐྱེད་རིམ་འདི་ཁ་གསལ་ཐག་ཆོད་གཅིག་བཅས་པཎ་ཆེན། པན་ཆེན་མ་གཟི་དང། ལྕང་སྐྱ་བསྐྱེད་རིམ་ཡོད་རེད། ལྕང་སྐྱ་རུས་པའི་རྡོ་གཅིག་གི་བསྐྱེད་རིམ་དེ་ཡག་པོ་ཡོད་རེད། བསྐྱེད་རིམ་གཉིས་ཡོད་རེད་ད། དེ་གང་ལ་ལྕགས་ཀྱི་རིན་པོ་ཆེ་ཟིན་བྲིས་གནང་བཞག་པའི་བསྐྱེད་རིམ་དེ་ཡོད་རེད་གསུངས་བྱས་ཡ།

ཉྭ་ལེན་ཡག་པོ་བྱེད་གི་ནི་དཔེ་ཆ་རག་གི་རེད་གཞན་རག་མེད་མི་ཤེས་འདི་ཡང་ཆག་ཚེ་དེ་ལ་པར་ཞིབ་རྒྱས་མ་བཅུག་ཟེར་པའི་དོ་དང་ཏོག་ཅིས་བཀའ་གནང་ཡོག་རེད་རེད་དེ་ཡིན་ནའི་ངན་མང་ཁོང་ཚོ་དཔེ་ཆ་འགོག་ཡོད་ཟེར་དཔེ་ཆ་ཏོག་བརྒྱབ་ནི་ངན་རྒྱལ་རུ་ཆེ་ཏོག་སྤྲད་པ་ཡིན་ཏེ་དཔེ་ཆ་ཕ་ཁེ་ས་ཉྭ་ལེན་མ་བརྒྱུད་བ་བཅས་ཁོ་རང་ཚོ་ནང་ལུག་གཅིག་གི་གཅིག་ལ་གཅིག་ཕྱི་གཟུགས་རེད་པ་ཅིག་བཙུག་རེས་བྱས་བསྡད་བཞིན་དེ་ནི་ང་དགའ་པོ་མི་འདུག་ཆོས་པ་ནང་འཁྲུག་ཤོར་བཞིན་ང་རྒྱུག་མ་དེ་འགྲོ་གི་མ་རེད། མི་འགྲོ་བསམ་བློ་ཡོད། སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་གིས་གནང་བཞག་པའི་ཟིན་བྲིས་དེ། བླ་མ་མདོ་བྱང་ཕ་བོང་ཁག་གི་གསུང་འབུམ་ཁྲོད་དུ་ཡོད་རེད་དེ་ཤར་རྩེ་གྲྭ་ཚང་ལ་པར་ཡོད་རྒྱུ་མ་རེད། ཤར་རྩེ་གྲྭ་ཚང་ལ་ཡོད་པ་དེ་དྭགས་པོ་དང་པཎ་ཆེན་སྐྱེས་རིང་གཉིས་རྫོགས་རིང་གཉིས། ཨ་ནི། ག་རེ་ཡིན་ན། དེ་ཡན་ལག་འདྲ་པོ། དེ་སྔགས་ཀྱི་ངེས་དོན་དུ་སུ་ཡོད་མེད་འགྲོ། ཇི་སྙེད་ཞིག་ཡོད་རེད། ད་སྤྱིར་རིན་གོང་ནས་ཕན་ཡོན་ག་རེ་ཡོད་རེད་ཟེར་ན། ཕན་ཡོན་དེ་རེ་ང་གསལ་སྒྲོན་ལས་གསུངས་པ་དེ། དམ་ཚིག་དང་སྡོམ་པ་རྣམ་པར་དག་པ་བྱེད་ཅིང་ཁས་བླངས། བྱེད་ཅིང་བླ་མ་ལ་གུས་པར་བསོད་སྡོམ་འགའ་གསུངས་བ་དེ་གཙོ་བོ་རེད་ང་ཚོ་རྩ་ལྟུང་མ་འབྱུང་ཚེ་ཅི་ཨ་ཐུག་ལྟ་དགོས་རེད། རྩ་ལྟུང་བྱུང་ན་ལས་རུང་གཏོང་ནས་ནི་བདག་འཇོག་ལེན་ནི་ཡང་གསོ་དགོས་པ་རེད། ཡང་བླ་མ་ལ་གུས་ཞོག་བྱེད་དགོས་པ་རེད། བླ་མ་ལ་ཁ་ལན་ངོ་ལན་བྱས་བླ་མ་བིས་གཏོང་རྒྱུ་ཡོད་མ་རེད། བིས་དགོས་མ་རེད་བླ་མ་བིས་འགྲུབ་པ་རེད། ཁྱོད་ཚོའི་བླ་མ་ཚོ་བཅོམ་ཆེན་པོ་དེ་ཨེ་མ་རེད།
དཔེར་ན་ང་ལ་ཆ་བཞག་ན་གསུངས་རོགས། བླ་མས། ཨ་ལི་བཅུ་གསུམ་ཚར་བས་རྩ་ལྟུང་མེད་པ། དམ་ཚིག་སྡོམ་པ་དག་པ་གཅིག། སྣང་འདུས།
བླ་མ་ལ་གུས་པ་དང་གཉིས། ང་ལས་བླ་མ་བསམ་གྱིས་མི་ཁྱབ་པ་ཤ་སྟག་བྱེད་པ་རེད་འབེ་ལེགས་སྐུ་ལས་འབྲས་ཇི་སྙེད་སང་སང་ཡོད་གི་ཡོད་གི་ལ་སྤྱི་ཡི་བདག་བཞིན་ལ་ཕའི་སྙིང་བདག་བཞིན་པའི་ང་གཅིག་ཁོ་གཡུག་ཞབས་པར་དང་ཁྲིར་མུ་ཁྱི་གཅིག་ཁོག་ཞུགས་ལ་ཡོད་པར་དང། རྒྱ་བར་མུ་ཁྱི་ནས་གསུང་ཆོས་ར་བཀོད་ལ་མ་ཁྱི་གསུང་ནས་ཞོག་ལ་བསྐྱར་བྱུང་ན་མ་ཏོག་ཀན་བཀའ་སློབ་དེ་འདྲ་ཡག་ཞུ་འདྲ་ཆོ་གི་ཡ་མ་རེད་ཞུ་ཞུ་ཐུབ། ངས། ཅོག་གི་ཡ་མ་རེད་ཞུས་ཚེ་གཉིས་ཀའི་མཛད་སྒོ་འགྲན། ཁྲིར་མུ་ཁྱི་ད་དགུང་ལོ་རེད། སྐུ་གཟུགས་ཀྱི་བུ་རེད། ག་ནས་ཡིན་ནའི། ཁ་པོ་འདུག་ལོ་རེ་དུས་རེ་ངའི་ཤག་ལ་ཐུག་ལྷོད་ལྷོད་གནང་གི་རེད་ནག་ཉེས་པས། ཉི་མ་ཉལ་འཛད་མ་བྱུང་བར་སྤྱིར་ཤག་ཙི་གྲྭ་ཚང་ནང་ལ་ཕེབས་པར་ཕེབས་པའི་ཞོར་དུ་མ་ཕེབས་ས་མ་རུ་བར་དུ་བཞུགས་སོང་སྟེ། ཕྱོགས་ཙི་རི་ལ་ངས་བཀའ་འདྲི་ཞུ་ཡར་ཆགས་མི་འདུག་ཐུགས་སྤྲོ་པོ་བྱས་བཞུགས་བྱུང་མ་གཏོགས། ད་ཡང་ག་འདྲའི་རེ་བ་ཞུ་ཡོད་ང་ཚོ་པས་གོ་གི་ཧ་གོ་གི་མི་འདུག། རང་གི་ལྷ་བས་ལྷ་ཡི་ཡིད་དང་བཅས་རིང་དེ་ནས་ཐན་ཆད་ཡག་པོ་དགོངས་དད་པ་ཡག་པོ་བྱས་ལྷ་དང་བླ་མ་དབྱེར་མེད་ཀྱིས། དེ་བྱས་ན་ལྷག་པའི་ལྷ་ཡིས་འཆི་བའི་ཚེ་དང་རྗེས་སུ་འཛིན་པ་ནི་འཐུང་ཆུ་ཡི་ཕན་ཡོན་ཡིན་གསུང་བ་རེད་ཤི་དུས་ལྷག་པའི་ལྷའི་རྗེས་སུ་ལུང་དགོས་དེ་ཚེ་འདི་གི་ཕན་ཡོན་རེད་གསུང་བ་རེད། གཞན་ཡང་གིས་ཀྱི་བར་ཆད་མེད་པ། ཚོགས་ཉུང་དུ་རྫོགས་པ་ཐ་མལ་གྱི་སྣང་ཞེན་འབྱུང་བ་ཡི་དྭགས་ཀྱི་ལྷའི་རྒྱུད་བྱིན་རླབས་པ་ལ་སོགས་པ་ཅང་ཡིན་གསུང་མ་མཐོང་བའི་ཕན་ཡོན་སྐྱེ་བ་ཕྱི་མ་ལ་ཡོད་རེད་འཐུང་ཆུ་ཆུའི་ཕན་ཡོན་ནི་རེད་གསུང་བ་དེ་གསུང་ཡོད་རེད་འདིར་ཡང་གསལ་སྟོན་དུ་གསུང་ཡང། སྤྱི་དང་བྱེ་བྲག་དང་བདེ་མཆོག་གི། བདེ་མཆོག་གི་བསྐྱེད་རྫོགས་འདི་སྤྱི་རིང་འདི་དགོངས་པ་ལ་བརྟེན་ནས་ཕན་ཡོན་འདི། སྤྱི་རིང་དགོངས་པའི་སྤྱན་གྱི་རྩ་ཁང་བྱིན་གྱིས་རློབས་ནས་རྫོགས་རིང་གི་རྟོགས་པ་སྐྱེ་བ་དང། རྫོགས་རིང་གི་རྟོགས་པ་སྐྱེས་སོང་ནས་དེ་ཡི་སྤྱན་གྱི་ཚེ་འདི་ལ་སངས་རྒྱས་ཡག་གི་ཕན་ཡོན་དང། ཚེ་འདི་ལ་སངས་རྒྱས་སྐུ་གོང་མཐོ་བ་དེ་མ་བྱུང་ན། སྐྱེ་བ་ཕྱི་མ་ལ། ཐེག་པ་མཆོག་གི་རིགས་སུ་སྐྱེ་བ་དེ་གཅིག་ཡོད་རེད།

ཧེ་ལེ་ལོ་ཅན་ནི་ཚེ་འདི་ལ་བས། མ་འགྲོ་བ་ཡིན་ནས། དབྱིངས། པའི་རྣམ་གཡེང་གིས་དབང་གི་ཉམས་སུ་ལེན་རྒྱུ་ཡག་པོ་མ་བྱུང་ནས་རྣལ་འབྱོར་པ་དེ་བས་འཇིག་རྟེན་ཕ་རོལ་ཏུ་འགྲོ་བའི་སྒང་ལ། འཁོར་ལོ་སྡོམ་པ་དང་དཔའ་བོ་རྣལ་འབྱོར་པ་ཚོ་གི་བས། ཁྱེད་ནི་མཁའ་སྤྱོད་ཞིང་ཁང་ནས་ཡང་གསོལ་བ་བྱས་ནས་ཡང་ཁེངས་འགྲོ་ཡང་ཅི་ཡོད་རེད། ཁོ་པ། གཅིག་ནི་བར་གཅིག་ནས་འགྲོ་དཔའ་རུ་ལ་ངལ་གསོ་རྒྱས་པར་གནང་ཞེས་བཤད་ཡག་རེད་ལ།

ད་དེ་འདྲའི་གི་ཕན་ཡོན་ཡོང་བ་ལ་རྩ་བ་རྩ་བ་འགྲོ་བོ་དེ་ནི་དམ་ཚིག་དེ་ཨུཏྤལ་ཧཱུྃ་རྟག་པ་དང་ཟུང་འཇུག་བྱེད། ལྷ་དང་བླ་མ་ལ་དམ་ཚིག་མ་ཉམས་པ་གཅིག་དང་དད་གུས་མ་ཉམས་པ་གཅིག། འོ་ད་དེ་ངེས་པར་དུ་གལ་ཆེ་བ་གཅིག་རེད། ལྕང་སྐྱའི་སྤྱི་རི། མཛད་མཁན་དེ་ལྕང་སྐྱ་རུས་པའི་རྡོ་རྗེ་དགེ་སློང་ཡེ་ཤེས་བསྟན་པའི་སྒྲོན་མེ་ཟེར་གྱི་རེད་ལྕང་སྐྲ་སྐུ་ཕྲེང་གཉིས་པ་དེ་རེད། ད་འདི། བླ་མ་རྡོ་རྗེ་འཆང་བཀའ་དྲིན་ཆེན་པོ་ང་ཚོ་དཔེ་ཆ་ལྟ་རྒྱུ་ཡོད་པ་དེ་བླ་མ་རྡོ་རྗེ་འཆང་བཀའ་དྲིན་རེད་ངས་མ་ཡིན་ནི་དཔེ་ཆ་འདི་པར་བཏབ་ཆོག་གི་མ་རེད་པར་ཡོད་མ་རེད། བཀའ་རྒྱ་མ་རེད། ལྷག་པར་དུ་རྫོགས་རིང་གི་པར་བཀྲ་ཤིས་བློན་པོ་ལ་ཡོད་རེད་དེ། ལོ་རེ་ལ་ཚ། ཞག་པོ་བདུན་སྐོང་སུ་གཏོང་དགུ་དྲག་དེ་གཟིམ་ཆུང་གི་ཐུགས་ཁ་དེ་སྦུག་ལ་པར་ཡོད་དགུ་དྲག་དེ་སྲུང་སྨན་ཁུམ་པ་བཅོས་དེ་ནས་ཞག་པོ་བདུན་གཅིག་སྐོང་སུ་གཏོང་བཅུག་དེ་ནས་གཞི་ནས་པར་ཁ་ཕྱེ་ནས་ཉི་མ་གཅིག་རང་པར་བཏབ་ཆོག་རེད་དེ་མ་གཏོགས་ཡོད་མ་རེད། ཡང་ན་བླ་མ་མདོ་དབྱེ་འཆང་གི་བའི་མཁའ་འགྲོའི་ཚོགས་ལ་སྣང་བ་གསོལ་ནས། ཨན་པས། སྣང་བ་ཐོབ། སྣང་བ་ཐོབ་ནས་པར་གང་ག་བཀོད། པར་བཏབ། དུས་བྱོན་ནས་བཏབ་ཆོས་ཡག་འདྲ་པོ་བྱས། འོ་དེ་འདྲ་བྱས་ནས་བོད་ལ་བྱུང་ད་བོད་གི་པར་དེ་རྒྱ་མིས་ཁུར་ཙང་ལས་པ་རེད། ཁེགས་རྒྱུ་མ་བྱུང་བ་རེད། མ་བྱུང་བ་རེད་དེ་ད་རྒྱ་གར་ཚོས་ལས་ནས། ཡང་པེ་ཤ་གང་ག་ལ་པར་བཀོད་ནས་ད་ནང་དགའ་ལྡན་ཤ་ཚ་གྲ་ཚང་ཙ་ལ་ཡོད་རེད་ང་ཚོ་ལ་དགོས་ཡག་དེ་བྱས་ཏེ།